ཚང་མ་སློབ་གྲྭ་ཞིག་ལས་ཨ་ནི་ཉེས་མིང་བསྟན་འཛིན་དཔལ་འབར་ལགས་ཡོད། ཨ་ནི་ད་ང་རང་ཚོ་འདིའི་དྲ་ཐོག་གང་ལ་དབང་རྩ་གི་འཛིན་གྲྭ་གསུམ་པ་དེ་བྱ་འདོད་ཡོད་ར། ཨ་ནི་ད་ལྟ་གསུམ་པ་དེ་རྣམས་ལ་ངས་གཙོ་བོ་ག་རེ་གོ་ཤེས་ཀྱི་ཡིན་ལ་ན་ཀླད་པའི་ཆ་ཤས་སྐོར་ལ་བཤད་ཡིན་ར། ད་བརྙན་ཐུང་ད། དེ་ཡིས་བརྙན་ཐུང་གསུམ་པ་ཆགས་དུས་རེད་བརྙན་ཐུང་དང་པོ་དང་བརྙན་ཐུང་གཉིས་པ་ནང་གཙོ་བོ་ང་རང་ཚོ་ཁར་ཁར་དགོད་ལ་བཤད་ལ་དུས། དབང་རྩ་མ་ལགས། དབང་རྩ་ཕྲ་གཟུགས། དེ་ནས་དབང་རྩའི་འཕྲིན་གཏོང་བྱེད་ཚུལ། རེད་བ། Neural Transmission ལེགས་ར་ཨིན་ཇི་ནང་ཡིན་ན། འདི་ཚང་མའི་སྐོར་ལ་ནི་ང་རང་ཚོ་འབིགས་འབིགས་འབིགས་ངོ་སྤྲོད་བྱས་ཡོད་རེད། འདི་བྱས་ལ་ང་རང་ཚོ། གློག་རྟ་དང་རྫས་རྟགས་སྐོར་ལ་བྲོ་རེད་བ། རྫས་རྟགས་ནང་ལོགས་ལ། དབང་རྩའི་འཕྲིན་པ་སྐོར་ལ་ཅིག་མཆན་རེད། ཁྲིམས་པ་སྐོར་ལ་འགྲོ་ཚར་ནས་རྗེས་ལ་ནི་ང་རང་ཚོའི་གི་གཟིམ་སྨན་གི་ཅེས་དང་ང་རང་ཚོའི་དབང་རྩ་མ་ལག་ལ་ཤོ་གན་ག་འདྲས་སྤྲད་ཧོར་ལ་བཅོས་རོགས་གཟིམ་སྨན་གི་གཟིགས་བ་ལ་དེ་ང་རང་ཚོ་ག་འདྲས་གཟིགས་ཧོར་དེའི་སྐོར་ལ་ནི་ང་རང་ཚོ་ད་དབང་རྩ་ནང་ལོར་འགྲེལ་བཤད་རྒྱག་སྟངས་ག་འདྲས་ཡིན་མེད་དེའི་སྐོར་ལ་སྐད་ཆ་བཤད་རོགས་བྱས་ཙང་ད་གལ་སྲིད་བརྙན་ཐུང་དང་པོ་གཉིས་དེ་གཟིགས་མེད་བ་ནི་ད་ལྟ་དེ་ཁ་སོག་གྲུབ་བྱེད་རོགས་ཆུན་ཆུན་དེ་ནས་ཤར་གི་རེད་འདི་ག་ལ་ཁྱེད་རང་ཚོས་གླེང་བ་ཡིན་པ་ན་ཕ་ད་ད་སྙིང་སྟོང་ནས་ཕ་ཁྱེད་འགྲོ་རོགས། ད་ད་ང་རང་ཚོས་སྙིང་སྟོང་གསུམ་པ་སློབ་ཚན་གསུམ་པ་དེ་ནང་ལོགས་ང་རང་ཚོ་ག་འགྲོ་ཡ་ལ་ན་ནི་ཀླད་པའི་ཆ་ཤས་སྐོར་ལ་རོགས། ད་ཀླད་པའི་ཆ་ཤས་སྐོར་ལ་མ་འགྲོ་སྔོན་ནས་ད་ད་ངེད་ཀྱི་དེ་ལ་ད་ང་རང་ཚོ་སེམས་ཅན་ཁ་ཤས་ཅིག་གིས་ནི་ཀླད་པ་གི་དཔེ་མཚོན་འགྲོ་ཞིག་དེ་ཤ་རོགས་རི་མོ་འགྲོ་པར་རིགས། ནི་འདི་ནང་ལ་ང་རང་ཚོ་མི་གི་ཀླད་པ་གས་ཡོད་རེད། འདི་མ་ཡིན་པར་ཐལ་ང་རང་ཚོ་སེམས་ཅན་གྱི་ཁ་སོ་རིག་ཉེ་བར་ཆ་ས་ཆེ་ར། བདེན་འབྲེལ་གྱི་ཀླད་པ་ཁ་ཤས་ཀྱི་དཔེ་མཚོན་སྤྲད་ར། ད་ང་རང་ཚོ་ད་ལྟ་འདི་ནང་ལ་པར་རིས་ནང་ལོགས་ལ་སྤྲད་ཀྱོག་གི་ཀླད་པའི་གི་དཔེ་མཚོན་འདི་ཚང་མ། སུའི་ཀླད་པ་ཆ་དེ་བ་ལ་ལྟོས་སྐབས་སོ་སེམས་ཅན་ནང་ལོགས་རིག་ནུས་གསོ་སེམས་ཅན་ལ་རོགས་ང་རང་ཚོ་མི་གི་ནུས་གསོ་སེམས་ཅན་བྱ་འདོད་རོགས་ད་ནུས་གསོ་སེམས་ཅན་ལ་དུས་ཨིན་ཇི་ནང་ཡིན་ན་མལ་མོལ་བྱས་ད་ཁོའི་སྒྲོག་ཅིང་སྨྲས་ན་གཙོ་བོ་ཁ་རས་ལ་དུས་ནུས་གསོ་སེམས་ཅན་དེ་ཚོ་སེམས་ཅན་ནུས་གསོ་སེམས་ཅན་ནང་ལོག་ལ་ད་ཁ་སོར་ཕལ་མོ་ཆེ་བརྒྱ་ཆ་དགུ་བཅུ་གོ་ལྔ་འདི་ཚང་མ་གར་ཆག་འདོད་རེད་ལ་དུས་སེམས་ཅན་དེ་ཚོ་ཨ་མའི་སྙེ་ནང་སྤུ་གུ་ཁ་སོག་རེ་ཆགས། ཨ་ནེ་ཡང་སྤུ་གུ་ཆེ་རུ་འགྲོ་ས་ཚང་མ་ཨ་མའི་གཉེན་ནང་ཆས། ད་སྡུག་བྱས་ནས་མཐའ་མའི་མཐའ་མདུང་ཨ་མའི་གཉེན་ནས་མ་སྐྱེས་ཚར་བའི་རྗེས་ལ། ཨ་ནེ་ཡིས་མུ་མཐུད་ནས་འཚར་ལོངས་བྱེད་འོས་སྐབས་སུ་ཨ་མའི་འོ་མ་གང་ལ་གསོས་བསྡད་བྱུང་རོགས། སྡུག་བྱས་ནས་གསོས་བསྡད་ངེད་ཀྱི་སེམས་ཅན་རིགས་དེ་ཚང་མ་ལ་ག་རེ་ནུ་གསོ་སེམས་ཅན་ཞིག་རོགས། ད་སྡིག་གི་དཔེ་མཚོན་ཁ་ཤས་ཤིག་བསྟོད། ད་འདི་ནང་ཁྱེད་རང་ཚོ་གཟིགས་བ་ཡིན་ན། ང་རང་ཚོ། ཙི་ཙིའི་གྲོགས་བྱས་ལ་ཞེས་བྱ་བ་ཡིན་ན་ད་འདི་ཙི་ཙི་ལེགས་པ་རོགས། ཨཱ་ནི་ཞི་མི་ལས་པ། འདི་ད་ང་རང་ཚོ་ཀླད་པ་རྩི་ཤེས་ཆེ་བ་ཡིན་ན། ཨཱ་ནི་ཁྱད་པར་ཡོད་ན་མེད་ན་ཅི་ག་ལ་དུས་ཚིགས་རྩི་དང་ཞི་མི་དེ་ཚོ་གི་ཀླད་པ་དེ་དེ་འཇམ་པ་ཤོག་ཆེ་རེད་བ། ད་ང་རང་ཚོ་མིག་གིས་འགྲོ་བ་ཞིག་དང་ཡང་ན། ད་ང་རང་ཚོ་ག་རེ་རིག་རྩལ་དང། འཕེལ་རྒྱུག་ནང་ལོགས་ལ་གཞི་བཞག་བ་ཡིན་ན། ང་རང་ཚོ་གི་ཁ་སོ་སྤིན་རྒྱ་དང། རིག་རྩལ་ནང་ལོགས་ཉེ་ཤོས་ཆ་ས་ཀྱི་སེམས་ཅན་གྱི་ཆ་ཐོས་ལ་ཆིམ་པན་ཛི་ལ།

རེད། ད་གཉེར་མ་དེ་ཚོ་སྤྱིའི་ཆ་ནས་ང་ཚོ་སེམས་ཅན་ནང་ལ་བལྟ་བ་ཡིན་ན་རེད། གཉེར་མ་དེ་ཚོའི་རིགས་དེ་ག་ཚོད་མང་ང་ཡོད་ཀྱོག་གི་སེམས་ཅན་ཡིན་པ་ན་འདི་གམ་ས་གི་ཁ་སོག་ལས་སེམས་ཅན་དེ་ལ་སྤྱིའི་ཆ་ནས་རྣམ་དཔྱོད་ཀྱི་མང་ང་ཡོད་ཀྱོག་རོགས་ཅིག་ཁོ་རང་ཚོ་གི་དོ་སྣང་བྱོས་རོགས་ཚེ་རིང་བ་མང་པོ་ཅིག་ད་དེ་རྣམ་དཔྱོད་ལ་བའི་སྐབས་སུ་གཟུགས་པོའི་རྩལ་བྱེད་པོ་མ་ཡིན་པ་ང་རང་ཚོ་ཀླད་པ་གི་གཡུག་ནས་ལས་ཀ་བྱེད་དགོས་མང་པོ་བྱོས་རོགས་འཆར་གཞི་བསྟན་དགོས་ཅིག། སྒྲ་མི་འདྲ་དྲན་རྒྱུ་བེའུ་ཡོན་ཨན་དང་ཨན་གཅིག། སོ་སོར་ཡང་དཀའ་ངལ་སྒྲ་མི་འདྲ་ལ་བརྟེན་ནས་འདི་ཁམས་ཀྱི་སོ་སོ་གི་ཐབས་ལམ་འགྲོ་མ་སོང་ན་ཆུའི་སྒྲ་མི་འདྲ་བཏོན་ནས་ལས་ཀ་བྱེད་ཐུ་བས་ལས་ལྷོད་དང་གང་ལྟར་སྡུགས་ཀྱི་རྣམ་དཔྱོད་སྐད་ཆ་བཤད་བའི་སྐབས་སུ། གཉེར་མ་དུ་ཡོད་རྒྱུགས་ཀྱི། གཉེར་མ་ག་ཚོད་མང་ཡོད་རྒྱུགས་ཀྱི་སེམས་ཅན་རིགས་དེ་བ་ན་འདི་ཁམས་ཀྱི་ཁོ་རང་ཚོ་ཡང་རྣམ་དཔྱོད་ཀྱི་ཁ་སོར་རྒྱལ་བ་ཡོད་རྒྱུགས་མང་ཡོད་རྒྱུགས། རེད་ད་འདུག་ཟིན་དུས་ད་གཉེར་མ་ལས་དེ་ཅི་དང་ད་ག་རེ་སྐྱེལ་ཤེས་གོ་རེད་ལབ་དེ་རེད། གཉེར་མ་སྒྲོག་དེ་ནང་ལོག་ད་ང་རང་ཚོ་ག་རེ་རྡོག་རྡོག་ག་རེ་ཀླད་པ་གི་ང་ཚོ་ཕུང་ག་ཚོ་རེད་ཕུང་གྲུབ་ལེ་རེད་ཐྲི་ཤུ་ལེ་ནི་ཨིན་ཇི་ནང་ན་ཐྲི་ཤུ་བོད་སྐད་ནང་ན་ཕུང་གྲུབ་བྱས་ཕུང་གྲུབ་དེ་ཚང་མ་ག་ཅོག་རེད་སྟབས་རྩེ་རྒྱག་རྒྱུ་རེད་འགྲོ་གོ་རྡོག་རྡོག་ཆགས་ཡོང་གོ་རེད་རྡོག་རྡོག་ཆགས་ཡོང་བའི་སྐབས་སུ། སྟབས་བདེ་དེ་ནང་ལོ་རྡོག་རྡོག་ཡར་འབུར་དོན་དེ་རྒྱུ་ཚང་མ་ག་རེ་རེད་ལབ་བ་ཡིན་ན་དེ་ལ་ང་རང་ཚོ་བོད་སྐད་ནང་ལོ་ནས་ཟེར་རྒྱུ་ལེགས་འདུག་ཨིན་ཇི་ནང་ཡིན་ན་ཇཱ་རེས། Jahres། དེ་ཉུང་ཚིག་བྱས་ཇཱ་རི་ལ་ནི་མང་ཚིག་བྱས། ཨ་ནི། མ། དེབ་གོང་འགྲོ་བ་ད་དེབ་དེ་རྒྱུ་སོ་དེ་ནག་པོ་འགྲོ་གྲིབ་ནག་རུ་མཐོང་གི་འདུག་ཨ། དེ་ཚང་མ་ལ་ག་ལ་འོ་རེད། ཨ་ནི། ལས་སུས། ཨིན་ཇི་ནང་ཡིན་ན་སཱལ་ཁཱས། Salcos། ལ་དུས་ཉུང་ཚིག་བྱས་སཱལ་ཁཱའི་ལ་དུས་མང་ཚིག་རེད་བ། ད་གང་ལྟར་གཉེར་མ་དེ་ང་རང་ཚོ་མིའི་འགྲོ་བ་ལ་གཉེར་མ་གར་བྱེད་ནི་ཡོད་རེད་བ། མིའི་ཀླད་པ་དེ་གཉེར་མ་གར་བྱེད་ནི་ཡོད་རེད། ང་རང་ཚོ་ཨ་མའི་སྙན་ནང་དང་པོ་ཆགས་དུས་གཉེར་མ་དེ་ཡོད་མ་རེད་ཀླད་པ་དེ་བས་འཇམ་པོ་ཡོད་རེད། ད་ག་གང་ལྟར་ང་ཚོ་ཨ་མའི་སྙན་ནང་ལ་འཚར་ལོངས་ག་ལེ་ག་ལེ་ག་ལེ་བྱེད་ཡོང་བའི་སྐབས་སུ་ཨ་ནི་ཀླད་པ་དེ་གི་འཚར་ལོངས་བྱེད་དགོས་རེད། ཀླད་པ་དེ་འཚར་ལོངས་བྱེད་སྐབས་སུ་ཀླད་པ་འཚར་ལོངས་ག་ཚོད་མང་ང་བྱེད་འདུག་གམ་ཞེས་གཉེར་མ་དེ་ཤུགས་ཆེ་རུ་ཆེ་རུ་ཆེར་ཆེར་འགྲོ་གི་རེད། བ། ནི་འཇམ་པོ་དེ་ནས་ནི་གཉེར་མ་མང་རུ་མང་རུ་མང། གང་ལྟར་སྤུ་བོ་སྐད་ནི་ཟླ་བ་གཅིག་གཉིས། འཆའ་བའི་སྐབས་སུ་རུ་བ་དེ་དུས་ང་རང་ཚོ་ཀླད་པ་འགྲོ་ང་རང་ཚོ་ད་ལྟ་ཀླད་པ་ཁ་ཕྱེ་ནས་བལྟ་བ་ཡིན་ན་གཉེར་མ་མང་ཉུང་འཕྱུར་བ། དེ་འགྲོ་ཁ་རས་ང་རང་ཚོ་སྤུ་གུ་རྨ་འཇའ། ཟླ་བ་གཅིག་གཉིས་འགྲོ་རྒྱུར་ཀླད་པ་བལྟ་བ་ཡིན་ན་ཁོ་རང་ཚོ་གཉེར་མ་མང་ཉུང་དེ་གམ་ཤོར་བ། ད་གང་ལྟར། གཉེར་མ་དེ་ག་རེ་བྱས་ནས་ཡོད་རེད་ད་དེ་ལོར་ང་རང་ཚོ་མིན་ལ། ད་དེ་ཚེ་རིལ་བ་དེ་ཚོ་སྐད་ཆ་བཤད་པའི་སྐབས་སུ། གཙོ་བོ་འགྲེལ་བཤད་རྒྱག་སྟངས་ག་འདྲའི་སྐབས་ལ་རྒྱག་དགོས་ལབ་དུས་འཕེལ་འགྱུར་ལ་བཤད་བྱ་རྒྱག་དགོས་རེད། འཕེལ་འགྱུར་ལབ་དུས་ཨིན་ཇི་ནང་ཡིན་ན Evolution ལབ་ཡོད་རེད། ད་ང་རང་ཚོ་མི་ལ་དེ་འདྲའི་ཀླད་པ་ལ་གཉེར་མ་མང་པོ་ཡོད་སྐོར་རྒྱུ་མཚན་དེ་ག་རེ་བྱས་ནས་རེད་ལབ་པ་ཡིན་ན། ནི་ཚེ་རིལ་ནང་འགྲེལ་བཤད་རྒྱག་སྟངས་ཕྱི་བ་ཡིན་ན། འཕེལ་འགྱུར་སྐད་ཆ་བཤད་པའི་སྐབས་སུ་ད་ལོ་ཁྲིད་ཁྲིད་ནས་མ། དེ་ཡོང་བའི་སྐབས་སུ་མི་དེ་ག་རེ། ང་རང་ཚོ་མིག་གི་སྒོ་དེ་དམིགས་བསལ་གྱི་སྐབས་ལས་དེ་ག་རེ་ཆུ་འཇོལ་ཆགས་འདུག་ད་ས་ཆ་ཆུ་འཇོལ་དེ་ནང་ལོགས་ལ་ནི་ཁ་སོགས་རེད། ཀླད་པ་གང་ཆེ་ཆེ་གང་ཁ་སོགས་རེད། གྲ་རྒས་བོ་ལ་བོ་རེད་ད། གང་མང་མང་ཤོ་ཡན་གྱི་ཐབས་ཤེས་སྒྲོག་བཞིན་པའི་སྐད་ཆ་རེད་ད་ནི་གཉེར་མ་མང་པོ་ཡོད་དགོས་རེད་དེ། ལ། ད་འདི་སྔོན་ལ་ངས་འབིགས་ཅིག་ད་ལྟ་ངོ་སྤྲོད་རོགས་བྱེད་པའི་སྐབས་སུ་ཕུང་གྲུབ་ལ་སྐད་ཆ་བཤད་རོགས་ཨིན་ཇི་ནང་ནས་བཀྲིས་ཤུ། ཡན་ག་རེ་ང་རང་ཚོ་ད་ཀླད་པ་འདི་ག་རེ་ཕུང་གྲུབ་རེད། ཕུང་གྲུབ་ལ་དུས་སྐབས་སུ་ཕུང་པོ། ལ། ཨ་ནི་ཕྲ་ཕུང། ཕྲ་ཕུང་གི་གྲུབ་ཆ་སྐྱོར་བ་ད་ཕྲ་ཕུང་འདི་ག་རེ་དབང་རྩ་མ་ལ་སྐད་ཆ་བཤད་པའི་སྐབས་སུ་གཙོ་བོ་གཅིག་ག་ཆ་དོད་རེད་དབང་རྩ། ཕྲ་གཟུགས་དེ། ལ། ཕྲ་གཟུགས་མ་ཡིན་པ་གཅིག་དང་ག་རེ་ཀླད་པ་ནང་ལོགས་ཡང་ཕྲ་ཕུང་རིགས་གཞན་པ་དེ་འདྲའི་མང་པོ་རེད། ད་གང་ལྟར། ཕྲ་ཕུང། ཕྲ་ཕུང་གི་སྒྲུབ་བྱ་རྒྱུད་ཀྱི་དུས་སྐབས་སུ་ཕུང་སྒྲུབ་ཟེར་སྐད་ཆ་བཤད་རོགས། ཁོ་ཡན་ག་རེ་ལེབ་ལེ་རེད། ད་སྐབས་ལི་དེ་ནང་ལོགས་ལ་ལེབ་ལེ་ཡིན་དུས་ཁོ་གི་རྒྱ་ཁུན་ཆེན་པོ་ཞིག་ཟ་དེ་འོ་ར། ད་སྐབས་ལི་ས་ཆ་ཆུན་ཆུན་ཞིག་ཡིན་དུས། ས་ཆ་ཆུན་ཆུན་དེ་ནང་ལོགས་ལ་གངས་མང་མང་ཤོ་ཡན་བྱེད་དུ་ག་ཅི་རེད་དེ་ནས་ཁོ་ཡར་ཡར། རྒྱས་ཨ་བདུད་ལས་དེ་ནས་སྟབས་བརྩི་ཕ་དེ་ཚུགས་ཐད་གང་ལྟར་ས་ཆ་ཉུང་ཉུང་ཅིག་ནང་ལ། གང་མང་མང་ཤོ་ཨན་གྱི་ཐབས་ཤེས་ལ་བརྟེན་ནས་ག་ཅོག་རེ་ཕུང་གྲུབ་ལེབ་ལེབ་དེ་རྡོག་རྡོག་ཁ་ལི་ཁ་ལི་ཁ་ལི་ཁ་ལི་ཆགས། འདུག་བྱས་ནས་ད་གང་ལྟར་གཉེར་མ་མང་པོ་ལས་ཐང་ཅིག་འོ་དེ་རེད། དེ་ག་རེད་ད་ཐབས་ཤེས་དང་པོ་དེ། ས་ཆ་ཉུང་ཉུང་ཅན་ལ་གངས་མང་མང་ཤོང་བའི་ཐབས་ཤེས་ལ་བརྟེན་ནས་ནི་ཀླད་པ་ལ་གཉེར་མ་མང་པོ་ཀླད་དེ་རོ་གང་ལྟར་གཉེར་མ་འགྲོ་དུས་ཚང་མ་ག་རེ་རེད་སྟབས་ཟིག་གི་ཅར་ཀླད་པ་གི་ཕུང་གྲུབ་དེ་ཕར་སྟབས་ཟིག་ཐད་ཐུར་ཚུར་སྟབས་ཟིག་ཐད་རེད་བ། ད་གཉེར་མ་ཡོད་ཡོད་ཀྱི་ཡང་རྒྱུ་མཚན་གཉིས་བ་ཅིག་ག་རེ་ཀྱེར་ཤེས་བོ་རེད་ལབ་དུས་སྐབས་སོ། སྤྱི་དང་ངའི་རྫུ་གུ་ཚང་མ་རེད་བ། ད་འདི་གི་དཔེ་མཚོན་ལ་བཞག་ཞུ། དབང་ས་ཁྲ་གཟུགས། བ། ངས་རྫུ་གུ་ཚང་མ་དབང་རྩ་ཕྲ་གཟུགས་བྱས། ད་འདི་ངོས་ལ་སྐད་ཆ་ག་རེ་བཤད་རེད། ཀླད་པ་འདི་ག་རེའི་ཕུང་གྲུབ་ཀྱིས་གྲུབ་བྱས་རེད། ཕུང་གྲུབ་ལ་ལྟོས་སྐབས་སུ་ཏྲི་ཤུ་བ། ཕུང་གྲུབ་ཡིན་བའི་སྐབས་སུ། གལ་སྲིད། ང་རང་ཚོ་རྡོག་རྡོག་མ་ཡིན་པ་བྱས། འདི་རྟ་བཟི་མང་པོ། ཡིན་སྐྱོ་མ་ཡིན་པ་བྱས། མ་གལ་སྲིད་འདི་བཀྲམ་ཤ་བ་ཡིན་ན། ཀླད་པ་འདི་རྒྱ་ཁོན་གར་སྐྱེལ་ཤེས་བོ་རེད། ད་ལྟ་ང་རང་ཚོ་ཀླད་པའི་གི་རྒྱ་ཁོན་འདི་གིས་ལྡབ་གསུམ་སྐྱེལ་ཤེས་བོ་རེད། ཨ། ད་མར་བཀྲམ་ཤ་བས་ན་དཔེར་ན་ང་རང་ཚོ་ནང་ནང་ལོ་ལ་ལྕགས་ལ་འགྲོ་བྱས་ན་གར་འགྲོ་ཆག་སྒོ་རེད་བསྙེན་སྒོ། བསྙེན་སྒོ་གི་ཤུབ་བྱས་ལ། དེ་སྐམ་ས་ཀྱི་ཆེ་ཆུང་དེ་ཆགས་ཀྱི་ཡོད་ལ་བར་ད་ང་རང་ཚོ་སྟབས་རྩེ་དེ་ཚང་མ་མར་བཤིག་བ་ཡིན་ན་ཀླད་པའི་སྟབས་རྩེ་དེ་མར་བཤིག་བས་མར་ལེབ་ལེབ་བཟོས་བ་ཡིན་ན་བསྙེན་སྒོ་གི་ཤུབ་དེ་སྐམ་ས་ཀྱི་ཆེ་ཆུང་ཞིག་ཆགས་ཀྱི་ཡོད་ཟེར་རོ་ཨ། ད། གཞན་པ་ཅིག་ག་ཡོད་རེད་གཉེར་མ་ཡོང་བའི་རྒྱུ་མཚན་ད་འདི་ལྟར་དོན་ཕར་བཀྲོལ་སོ། གལ་སྲིད་ངའི་རྫུ་གུ་ཚང་མ་དབང་རྩ་འཁྲབ་གསོག་ཡིན་པ་ཡིན་ན་རོ། ད་འདུག་གལ་སྲིད་ང་ཚོ་ཕུང་གྲུབ་རྡོག་རྡོག་མ་ཡིན་པ་ཞིག་སྟབས་རྩིས་མང་པོ་ཡོད་རྒྱུ་མ་ཡིན་པ་བཅས་ལེབ་ལེབ་ཡིན་པ་ཡིན་ན་ག་ཡོད་རེད་ད། ངའི་རྫུ་གུ་ཚང་མ་དབང་རྩ་འཁྲབ་གསོག་རོགས། རྫུ་གུ་དེ་ར་གཉིས་འབྲེལ་བ་བྱས་སྟབས་བདེ་བོ་ཆགས་སྐོར་སྐར་ཆེན་ལ་ན་ཁོ་ར་གཉིས་ཉེ་འདྲབ་འདུག་ཨ། ཡིན་པ་ཡིན་ན་ད་དཔེར་ན་ངའི་ཐེའུ་གཉིས་དེ་ཤི་ཤ་བ་ཡིན་ན་ཐེའུ་གཉིས་ག་རེ་ཐག་རིང་པོ་བཞུགས་ལ་ཆགས་བསྡད་རོགས། བྱས་ཙང་ག་རེ་ཀེར་བཤད་བོར་ལ་དུས། གཉེར་མ་ཡོལ་བ་དང་འདུག་སྟབས་ཟིན་མང་པོ་ཡོལ་བ་ལ་བརྟེན་ནས་གར་བཅུག་པ་རེད། ཀླད་དཔལ་གྱི་ནང་ལོགས་ལ་ཡོད་རྒྱུགས་ཀྱི་དབང་རྩ་ཁྲབ་གསུམ་མང་པོ་ཞིག་ག་རེ་ཕར་ཚུར་ཉེ་འགྲམ་ཀླད་བར་ཆགས་ཐུག་ཡོད་རེད་ཟེར་བ་འདུག་རྡོག་རྡོག་ཟེར་བའི་རྐྱེན་གྱིས། ད་ཉེ་འགྲམ་ཀླད་ཐུག་ན་ཁེ་ཕན་ག་ཡོད་རེད་བ། ཉེ་འགྲམ་ཀླད་ཡོད་སྐབས་སུ་དབང་རྩ་ཁྲབ་གསུམ་ཚང་མ་ཕན་ཚུན་ཉེ་འགྲམ་ཡོད་ན། ལེན་བཏང་ཡན་ཚང་མ་མགྱོགས། བ། དུས་ཚོད་ཉུང་བ་ཟ་བ། དུས་ཚོད་ཉུང་བ་ཟ་བ་གཅིག་པུ་མ་ཡིན་པར་ཁ་རས་ཁོ་རང་གཉིས་པ་རུ་ལ་རྒྱང་ཐག་རིང་པོ་མེད་པའི་རྐྱེན་གྱིས་ནུས་པ་གི་ཉུང་བ་ཟ་དགོས་པ་ཕ་ཚུ་བྲེལ་བ་ཆེ་བ། འདི་མ་ཟད་ཕ་ཚུ་ཉེ་འགྲམ་ཡོད་སྐབས་སུ་ལ་གཉིས་མ་ཆགས་མ་ཐུ་བས་ཀྱི་ཨ་ནི། འབྲེལ་བ་མང་པོ་ཞུགས་ཀྱིས་ཆགས་འདུག་ར། ཐག་རིང་པོ་ཡོད་ཉིན་མང་པོ་ཅིག་ཉེ་འགྲམ་ཆགས་འདུག་ར། ཉེ་འགྲམ་ཆགས་འདུག་དུས་སྔར་མེད་བའི་ཨ་དབང་བཟའ་ཁྲ་ཟུར་ཕན་ཚུན་བར་རུ་ལ་འབྲེལ་བ་ཟབ་པོ་ཅིག་དང་མང་པོ་ཞུགས་ཀྱིས་ཆགས་འོང་ད་རྒྱལ་བོ་མང་པོ་ཞུགས་ཆགས་འོང་ར། བྱས་ཙང། གཉེར་མ་འོས་བའི་རྒྱུ་མཚན་གཉིས་འདུག་སྐད་ཆ་བཤད་འོང་ར། གཅིག་དེ་ག་རེ་ས་ཆ་ཉུང་ཉུང་ཅིག་ལ་གང་མང་མང་ཞུགས་ཨང་གི་ཐབས་ཤེས་ལ་བརྟེན་ནས་ཕུང་གྲུབ་ལེབ་ལེབ་དེ་པད་ཕ་བཏབ་ཚེ་རྒྱབ་ཚུགས་བཏབ་ཅེས་བྱ་བཟློག་ཏོ་བྱ་ཡ་དེ་ཅིག་འདི་བྱས་གཞན་པ་ཅིག་ག་རེད། ཁོ་དེ་འདྲས་བཟློག་ཏོ་བྱ་བ་ལ་བརྟེན་ནས་ག་བྱུ་བ་རེད་ཁེབས་སངས་ཅིག་ག་ཡོད་རེད་དབང་ས་ཁྲ་ཟུར་ཚང་མ་ཕན་ཚུན་ཉེ་རུ་འགྲོ་ཡོད་རེད་ཉེ་རུ་འགྲོ་དུས་ལས་ཀ་དེ་མྱུར་བ་བྱེད་ཐུབ་བས་ནུས་པ་ཉུང་ང་ཟ་དགོས་དེ་ནི་ག་རེད་ཕན་ཚུན་འབྲེལ་བ་གི་བཟང་རུ་འགྲོ་ཟབ་རུ་འགྲོ་རེད་ག་འདྲ་འདི་ཚང་མ་གི་ཁེ་ཕན་ཡོད་བ་ལ་བརྟེན་ནས་ང་རང་ཚོ་ག་སོ་རེད་གཉེར་མ་མང་པོ་ཞིག་ཡོད་དགོས་རྒྱུ་མཚན་འོ་འདི་རེད། ཡེ་ཤེས་བོར་བ། འདུ་བྱེད་ཨ་ནི་གཞན་པ་ཅིག་ག་ཡོད་རེད་ད་རྒྱུན་ལྡན་ཤེས་བྱ་འགྲོ་སླ་བོ་རེད། ཅེས་ད་ང་རང་ཚོའི་ཀླད་པ་ནང་ལོ་ལས་ཀ་ཆ་ཤས་ད་མང་པོ་ཞུ་བྱོས་རོགས། ཆ་ཤས་སོ་སོ་གི་ལས་ཀ་ཤུགས་ཆེ་ཆུང་ག་ཚོད་ཅིག་ཡོད་ལ་བལྟས་ནི་འདི་ཀམས་ཀྱི་ཀླད་པ་གི་ས་ཁུལ་འོ་འདི་ཡོད་ས་ལ་གཉེར་མ་མང་ཉུང་གི་ཁྱད་པར་སྐད་ཆ་བཤད་བོར་རོགས། དཔེར་ན་ང་རང་ཚོ་དུས་འདབ་འགྲོ་བཞིན་པ་ཡིན་ན་ག་རེ་བསམ་བློ་གཏིང་རིང་པོ་དང་ཆ་གཞི་བཀོལ། ཐག་གཅོད་བྱས་ཡ་གང་ད་འདི་གི་བསྟི་གནས་དེ་ཆ་དོད་ར། ད་འདིའི་འགྲོ་བ་ཅིག་ལ་ཆ་བྱ་བ་ཡིན་ན་ཡང་ཀླད་པར་གྱི་ཆ་ཤས་གཞན་པ་མང་པོ་ཅིག་ལ་གཞི་བྱ་བ་ཡིན་ན་དེ་ཡོད་ས་ལ་གཉེར་མ་མང་པོ་བཞུགས་ཡོད་སྐད་ཅེས་ར། གང་ལྟར་འདུག་བྱས་ནས་ཡང་ཁོ་རང་ཚོའི་ཚེ་རིལ་པ་ཁ་ཤས་ཀྱི་དོ་སྣང་བྱས་ནས་སྙན་གསོལ་བྱུང་བ་ར། འོ་ལགས་སོ། ད་དེ་རིང་གི་བརྗོད་གཞི་དེ། མ་གཟིགས་འགྲོ་བ་ཡིན་ན། ད་ང་རང་ཚོ་སྤྱིའི་ཆ་ནས་ཀླད་པ་ལ། ཆ་ཤས་ཀྱི་དབྱེ་བ་དཔྱད་སྟངས་དྲུག་མང་པོ་ཡོད་རེད་བ། ད་དེའི་དབྱེ་བ་དཔྱད་སྟངས་དེ་སྐད་གྲགས་ཆེ་ཤོས་ཀྱི་ཆ་དེ་རེད། ད་འདི་ནང་ཡིན་པ་ཡིན་ན། དབྱེ་བ་ག་འདྲའི་དཔྱད་ཤེས་བ་རེད་མདུན་ཀླད། བར་ཀླད། རྒྱབ་ཀླད། ལ་ནི་འདུག་དབྱེ་བ་གསུམ་དཔྱད་ཤེས་བ་ཡིན། དབྱིན་ཇི་ཡིན་ན། Fore Brain བྱས Mid Brain བྱས Hind Brain རེད་བ། དེ། ཆ་ཤས་སོ་སོ་ག་རེ་ཡིན་མིན་བརྟགས་ཏེ་དེ་ལི་ཝང་དེ་ནང་བརྟག་བརྒྱབ་ཏོ། མཚོན་འདྲ་ལུས་དབང་དེ་རོ་བདུན་ལས་ལ་བདུད་དེ་ཚང་མ་བྱས། བར་ལས་ལ་བདུད་དེ་སྟེང་ལ་ཡོད་ཆ་བཞི་ཆུན་ཆུན་དེ་བྱས། རྒྱབ་ལས་ལ་བདུད་སྐབས་སོགས་འདི་བར་ལ། ཅིག་ཏུ་བ་ཆ་ཤས་བཞི་དེ་ལ་བར། བདུན་ལས་ལ་བདུད་སྐབས་སོགས་ཡང་ཀླད་པ་བདུན་ཕྱོགས་ལ་ཡོད་ངེས་འདི་སྐད་ཆ་བཤད་གོང་མར། བདུན་ལས་ལ་བདུད་སྤྱི་དང་གལ་སྲིད་ང་རང་ཚོ་ཀླད་པ་ད་ལྟའི་རྡོག་རྡོག་ཡོད་དུས། ཁ་ལ་ཡོད་སྐྱོགས་ཀྱི་ཀླད་པ་ཆ་ཤས་བཅུ། དེ་ཚང་མ་གར་ཆགས་འདོད་རེད་བདུན་ལས། ཁ་ལ་ཡོད་སྐྱོགས། ཁ་ལ་ཡོད་སྐྱོགས་འདི་ཚང་མ་བདུན་ལས་བྱས། ད་འདི། ཕ་སྤུས་ནི་དེའི་སྟེང་ལ་གཅིག་ཡོད་རོ། བདུན་ལས་དེ་གི་སྟེང་ལ་ཡོད་དོ། དེའི་ཁར་ཆ་རེ་བར་ལས་ཟེར་རོ། ཨ་ནི་རྒྱབ་ལས་དེའི་ཁར་རེ་འོག་ལ་ཡོད་བས་ལས་པའི་ཆ་ཤས་མང་པོ་བྱུར་ད། འོག་འོག་ལས་གྱོ་དེ་ཚང་མ་ཁར་ག་འདའི་ཁོ་རང་ཚོ་གི་མིང་ག་འདའི་རྟགས་ཤར་ལ་ན་རྒྱབ་ལས་ཨིན་ཇི་ན་ཡིན་ན་ཧན་བོན་རོ། འདུ་བྱེད། ད། ཆ་ཤས་སྤྱིའི་ཆ་ནི་ཆ་ཤས་གསུམ་ཡོད་རེད་བདུན་ལས་བར་ལས་རྒྱབ་ལས་ཟེར་རོ། ད་བདུན་ལས་ཁོ་རང་ནང་ཡིན་པ་ན་ཡང་ལས་པའི་ཆ་ཤས་མང་པོ་བྱུར། པ། ད་ག་ལ་ང་རང་ཚོ་ག་ཚོད་མ་ནང་ལོག་གཏིང་ཟབ་དུ་འདི་གམ་ཀྱི་པས་ཁོ་ཆ་ཤས་ཆུང་བ་རེ་རེ་ནང་ལོག་ལ་ཡང་ཆ་ཤས་མང་པོ་ཤོད་ད་ཡིན་མ་ཡིན་ད་ནང་ང་རང་ཚོ་ངོ་སྤྲོད་ཙམ་འགྲོ་ཤི་རོགས་བྱས་ཙང་གཙོ་བོ་དེ་ད་ད་ལྟ་བརྙན་ཐུང་འདི་ནང་ཡིན་མ་ཡིན་ན་ད་སྤྱི་སྟངས་ཀྱི་ཀླད་པ་ཆ་ཤས་འདི་ལ་མང་པོ་ཡོད་རྐྱེན་གྱིས་ད་ངས་དུས་ཚོད་མང་ཉུང་ག་ཚོད་འགོར་གྱི་འདུག་བརྙན་ཐུང་གཅིག་ལ་རེད་པ་དེ་ལ་གཞི་བཞག་ནས་ཨ་ནི་བརྙན་ཐུང་གཉིས་བཟོས་འོག་ཏུ་གསུམ་བཟོས་འོག་ཏུ་དེ་འདྲའི་ལྟ་གི་རེད་ཅེས་རེད་པ་ད་གང་ལྟར་བརྙན་ཐུང་འདི་ནང་ལ་གཙོ་བོ་ང་རང་ཚོ་བདུན་ལས་ནང་ལོགས་ནི་ཀླད་ཆེན་གྱིས་བསྡུས་པའི་དུམ་ཆེས Engine and Cerebral Hemisphere ལ་ཡོད་རེད་པ་དེའི་ནང་ལོགས་ནི་ཀླད་ཆེན་ལ་ཡོད་དེ་སྐོར་ལ་བྲོས་རེད་པ་ད་ལྟ་བརྙན་ཐུང་འདི་ནང་གཙོ་བོ་དེ་ག་རེད་ཀླད་ཆེན་སྐོར་ལ་རེད་པ་ད་བདུན་ལས་སྒྲོག་བཞིན་པ་ཡིན་ན་ག་རེད་ཆ་ཤས་གཉིས་བཅས

ཀླད་ཆེན་ལ་དེ Cerebellum བྱས། ད་འདིའི་སྐོར་ལ་ད་ལྟ་ང་རང་ཚོས་གྲུ་གུ་ར་བྱས་ཙང་ཞུ་ཤེས་མོ་བ་བྱས། མཚོ་རྟ་དམར་ལ་ཨིན་ཇི་ཐོག་ནས Hippocampus ར། ད་ཁོ་ཁ་རས་གཙོ་བོ་དྲན་པ་ལ་འབྲེལ་བ་ཡོད་ར། དྲན་པ་དེ་གའི་ཁ་རིའི་དྲན་པ་ལ་དུས། ཕུགས་རྒྱང་རིང་པོ་གནས་ངེས་ཀྱི་དྲན་པ་རིགས་དང་འབྲེལ་བ་ཤུགས་ཆེན་པོ་ར། ད་དྲན་པ་བྱས་ཨ་ནི་ཁོ་ཅི་དང་ཡང་སེམས་མྱོང་ལས་འབྲེལ་བ་ཆེན་པོ་ཆགས་བ་ར། སེམས་མྱོང་ལ་དུས་ད་ང་རང་ཚོས Emotion ལ་དེ་ར། འོ་དེ་བྱས། ཁམས་ཚིག་ཀླད་ཤོག་ལ་དུས Amygdala ལ་དེ། Amygdala ལ་དེ་ག་རེ་སེམས་མྱོང་བྱེད་དོ་ད་གཙོ་བོ་འགྲོ་བྱེད་བྱ་དོ། ཡང་ཁོ་བས་ག་རེ་དྲན་པ་ལ་བྲེལ་བ། ཅི་སྟང་ཁོ་རང་ཉིད་ག་རེ་ཨ་ནི་ནད་ཞབས་རྩ་དུས་ལ་ནི Limbic System ལ་ད་ཁོ་རང་ཉིད་མཉམ་དུ་ད་འདོད་ཀླད་པའི་ཆ་ཤས་ཁ་ཤས་སྦྱོར་ག་ད་ཁོ་རང་ཚོ་ཚང་མ་བསྡོམས་ནས་ག་རེ་སེམས་མྱོང་ད་ཨ་ནི་ཁ་ཚོ་རེ་ང་རང་ཚོ་བྱ་བ་ཁ་ཤས་ལ་གོམས་གཤིས་ཐད་སྐྱག་ལང་ཞོར་རེ་ལ་ཨེ་འདི་སྐད་ཆ་མང་པོ་སྦྱོར་བ། ལ། གང་ལྟར་འདི་ཚང་མ་ལ་འབྲེལ་བ་ཤུགས་ཆེན་པོ་ཞུ་བྱ་འདུག་གང་ལྟར་དྲན་པ་ལ་དམིགས་བསལ་གྱི་ཨ་ནི་དྲན་པ་དང་སེམས་མྱོང་གི་འབྲེལ་བ་ཤུགས་ཆེན་པོ་ཡོད་རྒྱུ་གི་ཆ་ཤས་གཉིས་ཆགས་འདུག་ལ། དྲན་པ་དེ་ལ་བྱེད་སྟངས་ག་རེ་ང་རང་ཚོ་དབང་རྩ་ནང་ལ་སྐད་ཆ་བཤད་པའི་སྐབས་སུ་རིགས་མང་པོ་ཡོད་ལ། འཕྲལ་སེལ་གནས་ངན་གྱི་དྲན་པ། ལ། ཕུགས་རྒྱང་རིང་པོ་གནས་ངན་གྱི་དྲན་པ། ར་ཕུག་རྒྱང་རིང་པོ་གནས་ངན་དྲན་པ་རྣམས་ལ་ཡང་ག་རེ་ཕུག་རྒྱང་རིང་པོ་གནས་ངན་གྱི་དྲན་པ་ས་རེ་རིགས་ཡོད་རེད་ཡང་དྲན་པ་སྙིང་ག་རིགས་ཡོད་རེད་ད་ལྟ་འདི་ཚང་མ་ག་རེ་སོ་སོ་འབྲེལ་བ་ཆ་ས་གི་ཀླད་པ་ཆ་ཤས་ཁ་ཁ་ཁ་ཁ་ཁ་ཡོད་ར། ནི་ཡང་དྲན་པ་རིགས་གཞན་པ་ཁ་ཤས་ག་ཡོད་རེད། ཁ་ནས་དམིགས་བསལ་བཤད་མ་ཐུབ་པ་ཡིན་པ་ནི་ང་ཚོའི་གཟུགས་པོའི་གི་ཉྭ་རས་གི་དྲན་པར་ཡོད། དཔེར་ན། རྩེད་མོ་རྩེད་མཁན་མང་པོ་ཞིག་མ་ཡིན་ན་ཁོ་ག་རེ་ཤ་རྒྱུས་ལེགས་ལ་མ་སོ། མ་སོར་དེ་ཚོ་ཚང་མ་ནང་ག་རེ་སྦྱོང་བརྡར་ག་ཚོད་བྱས་བ་ཡིན་ན་འདི་གམ་ཞིག་མ་སོར་ཁོ་རང་ནང་ལོགས་ལ་ཤ་རྒྱུས་ནང་ལོགས་ལ་རང་བཞིན་གྱི་དྲན་པ་མང་པོ་ཉར་བསྡད་ཆོག་རེད་པ། ད་དེ་ཚོ་ག་རེ་ཡང་དྲན་པ་གི་རིགས་ཅིག་ཆགས་འདུག་འདུག་ཟེར་ན་ད་གང་ལྟར་དྲན་པ་རིགས་མང་པོ་རེད། ད་ད་ལྟ་ཚོ་ལྟ་མ་དང་ཁམས་ཚིག་ཀླད་ཤོར་སྐད་ཆ་བཤད་ཡས་ཀྱི་དྲན་པ་རིགས་འདི་ག་ཆགས་འདུག་རེད་གཙོ་བོ་དྲན་པ་འདི་རེད། ཁ་སོགས་རུ་ཕུག་རྒྱང་རིང་པོ་གནས་ངེས་ཀྱི་ཕྲེང་བ་རོ། ནི་ཕུག་རྒྱང་རིང་པོའི་ནང་ལོགས་ནས་སྤྱི་དང་ཁ་རལ། ས་བྱ་དང་མི་དང། ནི། དུས་ཚོད་དེ་ལ་ག་རེ་བྱུང་སོགས་ལས་ཅི་བར་བ། དེ་འདྲའི་རིགས་ཀྱི་ཕྲེང་བ་དེ་ལ་དམིགས་བསལ་གྱི་འགྲེལ་བ་བྱ་འདོད། དབྱིན་ཇི་ནང་ཡིན་ན Episodic Memory ལས་ཀྱི་རོ། ལས། ལོ་གཅིག་སྔོན་ལ་གཟའ་དེ་ལ་དེ་འདྲའི་རོ་ཅིག་བྱུང་སོང་ཟེར་ད་གང་ལྟར་དུ་དེ་འདྲའི་རིགས་ཀྱིས་ད་དྲན་པ་རིགས་བཅོས་ལ་དེ་ལ་དཔེ་བྲེལ་བ་བྱ་འདོད་ད་ཀླད་ཞབས་རྩ་དུས་ལ་དུས་ཨ་ནི་གོ་དགུ་སྐྱོར་ལ་བྲེལ་བ་བྱ་འདོད་ད་བར་གྱི་པུར་ཅོས Telencephalon ནང་ལོགས་ལ་ཀླད་བུག་དང་ཀླད་བུག་འོག་མ Thalamus བཅས Hypothalamus ཀླད་བུག་ལ་དུས་ཁ་སོས་གཙོ་བོ་ཁོ་ག་རེད་ང་རང་ཚོ་དབང་ཚོར་ལ་ཡང་བྲེལ་བ་ཤུགས་ཆེན་པོ་བྱ་འདོད་དབང་ཚོར་ལ་དུས་སྐབས་སོགས་ཨ་ནི་ང་ཚོ Senses ལས་རོ། གཟུགས་སྒྲ་དྲི་རོ་རེག་བྱ། འདི་ཚང་མ་གི་ཁ་རས་གནས་ཚུལ་དུ་དང་པོ་ཁ་སྦྱོར་བའི་གཟུགས་པོ་ནི་ཡར་ཁྱི་ལས་རྒྱུང་པ་ནི་ཡར་ཀླད། ཀླད་པ་ལ་ཡར་སྦྱོར་བའི་སྐབས་སོ་སྦྱོར་ས་དང་པོ་བྲལ་ཏེ་ཁ་བ་ཆ་དོད་རས་ཀླད་སྦུག་ཆ་དོད་རས་ཀླད་སྦུག་གི་ཁར་གཅིག་རས་མཐའ་སོ་སོར་འབྲེལ་བ་ཡོད་རྒྱུ་གི་ཀླད་པ་ནང་ལོ་ཆེ་ལེགས་ཀྱི་ས་ཁུལ་ཡོད་རོ། དབང་ཚོར་སོ་སོར་བྲེལ་བ་ཆགས་ས། མིག་སོ་སོ་སོ་ཁ་ཁ་ཡོད་རེད། ཨ་མཆོག་ཁོ་གི་ཡང་བྲེལ་བ་ཆགས་ས་གི་ཡང། ཀླད་པའི་ཆ་ཤས་ཁ་གང་ལྟར་འདུག་ཞེས་ཀླད་བུག་གི་ལས་ཀ་གཙོ་བོ་ཁ་རལ། གནས་ཚུལ་ཡག་དང་དབང་ཚོར་གྱི་གནས་ཚུལ་ཚང་མ་ཡག་ཀླད་བུག་ནང་འབྱོར་བའི་སྐབས་སོ་སོ་སོ་བྲེལ་བ་ཆགས་ས་ཁོ་བ་ཁོ་བ་ཡིན་མིན་དེ་ལ་ཕར་ཏག་ཏག་ཏག་ཏག་བཏང་ཡ་ཅིག་རོགས། དེའི་ལས་འགན་དེ་སུ་ལ་ཡོད་རེད་ཀླད་བུག་ལ་རེད། ཀླད་བུག་འོག་མ་ལ་དུས་ག་རེ་ཡང་ང་ཚོའི་གཟུགས་པོ་ནང་ལུགས་ལ་དབང་པོ་མང་པོ་བྱོས་རོགས། དེ་ཚང་མ་གི་བྱེད་ལས་སྟངས་འཛིན་བྱེད་མཁན་འགྲོ་ལ། དཔེར་ན་ཁལ་མ་ལས་ཀ་བྱེད་དུས་འོ་རེད་གྲོ་གོར་ལས་ཀ་བྱོས་དུས་མང་པོ་ཞིག་ལས་ཀ་བྱེད་དུས་རེད། གྲོ་གོར་གཏོགས་མ་གཏོགས་ཁ་སྐོམ་མ་སྐོམ་ལ། གང་ལྟར་ཨ་ནི། ཁ་སོགས་རེད། ང་རང་ཚོ་གི་ཆབ་སངས་ད་ལྟ། ཁལ་མ་དེ་ཚོ་ཡིན་པ་ན་དེ་ཚོ་གི་ལས་ཀ་ཤུགས་ཆེ་རུ་གཏང་དགོས་ཡོད་དེ་རུ་གཏང་དགོས་ཡོད་གང་ལྟར་དེ་ཚང་མ་བྱེད་ལས་ཀི་སྟངས་འཛིན་བྱེད་མཁན་དེ་ཡོད་ར། དེ་སུ་བྱ་དུས་རེད་ལས་བུ་འོག་མ་ར། དུ་བྱ་དུས་རེད། ད་དེའི་རྒྱབ་ལས་དང་ཨ་ནི་ཁ་སོགས་རེད། རྒྱབ་ལས་ལས་དེ་དང་བར་ལས་ལས་ད་དེའི་སྐོར་ལ་བིས་ཟེར་བ་ད་དེའི་སྐོར་ལ་ང་རང་ཚོ་རྗེས་ལ་སྐད་ཆ་བཤད་བོ། རྒྱལ་བ་དེ་རྗེས་ལ་ལས་བྱེད། ཨ་ནི་རྒྱབ་ལས་ལ་དུས་ཧན་བྷེན་བྱེད་དེའི་ནང་ལོགས་ལ་ལས་རྙིང་ཟམ་ཤུན་ལྗོངས་ཆུན་ལ་ལས་རྙིང་ཡིན་པ་ན་ཡང་ག་རེ་གུ་ཀྱོག་ལ་འབྲེལ་བ་ཆགས་ས་ཡོད་ན་མེད་ན་ཅི་ཆགས་འདོད་རེད། ཟམ་ཤུན་ལ་དུས་ཀོ་ཐ་སྙན་ཟེར་བོ་དང་ཟམ་པ་རུ་དེ་སུ་དང་ཟམ་པ་ཆགས་འདོད་རེད་ཀླད་པ་དང་རྒྱུག་པ། ཁོག་གི་མཐུད་ས་གི་མཚམས་དེ་ཆ་དོར་བ། ཀླད་པ་དང་དེའི་མཚམས་དེ་ཇེ་བཟང་དུ་འཁོར་ལ་ཟམ་ཞུན་བྱས། སྦྱོང་ཞུན་ལ་དུས་སྐབས་སོགས་ག་རེ་ཡང་གང་རུང་གཟུགས་པོ་ནང་ལོགས་ལ་བསམ་བློ་བཏང་མོག་པོ་བའི་རང་བཞིན་གྱི་སྐོར་ལ་ལས་ཀ་བྱས་དེ་མང་པོ་འབྱོར་ར་གཟུགས་པོ་ནང་དབང་པོ་མང་པོ་བྱས་དཔེར་ན་སྙིང་འདི་ག་དུས་ན་ག་རེ་སྐྱེ་བ་ནས་ཇེ་ཤེས་ཤེས་པོ་འདུག་ཁོ་འཕར་ལྡིང་ཡོང་སྡིགས་ར། སྙིང་འདི། ཨ་ནི་གློ་བ་གི་ཁར་བཅད་རེ་ག་བཏུས་ནས་དབུགས་གཏོང་ལེན་ཡོང་བདེ་བོར། འདི་ཚང་མ་ག་རེ་ང་རང་ཚོ་ཐག་གཅོད་བྱེད་མི་འོས་གཟུགས་པོ་ན་རང་ཤི་འགྲོ་བསྡད་ཅེས་ར་ལས་ལ། འདི་ཚང་མ་སྟངས་འཛིན་བྱེད་མཁན་སུ་རེད་ཅོང་ཆུ། ར། འོ་དེའི་འདྲ་བོ་ཆེ། འོ་ལ་སུ་ད། ང་རང་ཚོ་དེ་རིང་བརྗོད་གཞི་གཙོ་བོ་དེ། སླད་ཕྱིན། ར། སླད་ཕྱིན་ལ་དུས་ཡང་གོ་ཐ་སྙད་ནི་གོ་གསལ་བོ་འདུག་ཨ། ཀླད་པ་ཆེན་པོ་ཀླད་པ་ཆེ་བ་ད་གང་ལྟར་གང་བདེ་ལབ་ཡོད་ན། ཀླད་ཆེན་ལབ་ཡོད་སྐབས་སུ་ག་རེ་ང་རང་ཚོ་ཀླད་པ་ནང་ལོགས་ནས་ཆ་ཤས་ཆེ་ཤོས་ཆགས་འདུག་འདི་དངོས་ལ་ངས་ལབ་ཡིན་བསམ་སྲིད་དེ་ཁ་ལ་ཡོད་ཀྱོག་གིས་ཀླད་པ་ཆ་ཤས་ཆ་ཚང་ཆགས་འདུག་རོ། ཁ་ལ་ཡོད་ངེས་ཀླད་པ་ཆ་ཤས་ལབ་དུས་རྒྱ་གོན་གྱི་ཆ་ནས་ཁ་རེ་བརྒྱ་ཆ་དྲུག་ཅུ་བདུན་ཅུ་སྐད་ཆ་བཤད་དགོས་རེད་བྱས་ཙང་ཁོ་ལ་ཐ་སྙད་ག་རེ་ཀླད་ཆེན་ལ་བཏགས་བ་དེ་རོ། ད་སླད་ཕྱིན་ཁོ་རང་ལ་ག་རེ་དུམ་ཆད་གཡས་གཡོན་གཉིས་ཟེར་རོ། ཁོ་ནང་ལོགས་ལ་གཡས་པ་གཅིག་དང་གཡོན་པ་གཅིག་ལ་འདུག་ཟེར་འདི་གཡས་པ་གཅིག་ཤར་རོ། ཨ་ནི། དུམ་ཆད་གཉིས་ཡོད་རེད་གཡས་གཡོན་གཉིས་ནི་ཆ་ཤས་བཞི་ཡོད་རེད། ཆ་ཤས་བཞི་དེ་ལ་ག་ལ་འོ་རེད་ཀླད་སྟབས་བརྒྱད་ལ་འོ་རེད་ཀླད་སྟབས་བཞི་རོ། ཀླད་སྟབས་བཞི་དེ་གར་ག་རེད་མདུན་སྟབས་གཙུག་སྟབས་སྟག་སྟབས་སྣ་སྟབས་རོ། Frontal Lobe Parietal Lobe

ཕྱོགས་སྡོམ་རྒྱ་ངན་དང་ཟམ་པ་རུ་དུ་སུས་ཆ་དོ་རེད་ར་དེ་ལ་ལས་སམས་ལེ་ར་ཐ་སྙད་ནི་སེའུ་དོ་ལེ་པི་ཟམ་པ་སི་ལས་སམས། ད་དེ་ནས་ནི་པར་རི་དེ་ནས་ནི་ཡོད་ན་མེད་ན་ཁྱོད་རང་ཚོ་དྲན་པ་བཞག་དགོས་ཀྱི་ཁ་ཡོད་ལབ་ན་ང་རང་ཚོ་གཟུགས་པོ་ནང་ཡིན་པ་ན་ད་དཔེར་ན་ཁྱེད་ཚོས་ང་རང་ཚོ་སྡུགས་སུ་ཆས་ཁ་བགོ་བཤའ་རྒྱབ་བཞག་འོས་ན། ལ། ཆེ་ག་རུ་ཐིག་རུ་ཞིག་འཐེན་ཤ་བ་ཡིན་ན། དུམ་བརྒྱའི་དབྱེ་བ་དེ་གི་གར་བྱུག་རེ་གཟུགས་པོ་གཡོན་ཕྱོགས་ལ་འོད་ཀྱི་ཆ་ཤས་ཚང་མ་སྟངས་འཛིན་བྱེད་དགོས་དབང་པོ་ཡིན་ན་འདྲ་ལག་པ་ཡིན་ན་འདྲ་རྐང་པ་ཡིན་ན་འདྲ་གཅིག་པ་ཅི་ཡང་ག་རེ་ཡང། དུམ་བརྒྱས་ང་རང་ཚོས་གཡོན་མ་བྱོས་རོགས། གཡོན་མ་དེ་གར་བྱེད་ཀྱི་རེ་གཟུགས་པོ་དབྱེ་བ་ཕྱོགས་ལ་འོད་ཀྱོག་གི་ལག་པ་རྐང་པ་དེ་འབྲེལ་བ་ཡོད་པོ་རུ་གཟུགས་པོ་ནང་ལ་དབང་ཚོར་དབང་པོ་མང་པོ་བྱོས་རོགས་ག་འདྲ་འདི་ཚང་མ་སྟངས་འཛིན་སུས་བྱེད་ཀྱི་རེ་ཨ་ནི།

རྐང་ལག་ཡིན་པ་ན་འདྲ་ཡང་ན་དབང་པོ་མང་པོ་ཞིག་གི་ལས་ཀ་ཉམས་འགྲོ་ཡི་འདུག་ཟེར་གོ་རེ་བ། ཨེ་ཅི་པོ་ཅི་ཡིན་ཡང་གཡས་ཕྱོགས་ལ་སྐྱོན་བྱུང་ན་ཡང། གཡོན་ཕྱོགས་ལ་ཡོད་རྒྱུ་གི་བྱེད་ལས་མང་པོ་ཞིག་ཉམས་འགྲོ་རེ་བ། རྐང་ལག་ཡིན་ན་འདྲ་གཟུགས་པོ་ན་ཡོད་རྒྱུ་དབང་པོ་གི་རེ་བ་འདུག་བྱས་ནས་ད། བྱས་ཙང་ཁོ། ནང་ལོགས་ལ་ཕྱེད་ཀ་ཕྱེད་ཀ་བགོ་བཤའ་བརྒྱབ་བསྡད་ཡོད་དེ་མཐའ་མའི་མཐའ་འདོམས་ལ་ཁ་རེ་ཕྱོགས་སྡོམ་བྱས་ནས་ལས་ཀ་ཅིག་བྱེད་དགོས་རེ་བ། ཕྱོགས་སྡོམ་བྱས་ད་ད་ལན་ཕར་ཚུར་ཕར་ལྟ་ངན་གྱི་ཆེད་དུ་རྒྱུད་ལམ་འགྲོ་བ་ཆེ་གེ་ཆེན་པོ་ཆགས་ཏེ་ལས་བསམ་ལ་དུས། ད་ན་བཟའ་རིགས་ཁ་ཤས་ལ་ཁ་ཕྱོགས་ར་ཁོ་ཡིན་གྱི་མིན་གྱི་གཤག་བཅོས་བཏང་བ་ཁེགས་བོར་དེ་ཀྱི་མ་ལས་བསམ་དེ། བྲེལ་བ་དེ་སྐྱེ་བ་ཁེགས་བོར། ད་ག་ཚོགས་རེད། དེ། དེ་འདྲའི་ན་ཚ་རིགས་དེ་བ་ཡིན་ན་ད་ཆེ་བ་རྐྱེན་གྱི་ཁར་བཅུག་བ་རེད་ནམ་རྒྱུན་ང་རང་ཚོ་ལས་ཀ་མང་པོ་ཅིག་བྱེད་ཐུག་བར་ནམ་རྒྱུན་ང་རང་ཚོ་ཁྲིད་ཡས་ཀློག་ཡས་མིག་མཐོང་ཡས་ཅིག་ཡོད་རོ། བྱས་བྱེད་ཐུག་བ་རེད་དེ་ཡིན་པ་ཡིན་ན་ཡང་ན་ཚ་ཁ་ཚུགས་རེད། དམིགས་བསལ་ཞུ་དེ་འདྲ་གླས་ཡོང་བར་ད་ལྟའི་དཀྱིལ་མ་གླས་བསམ་དེའི་བྲེལ་བ་བཅད་པ་དེ་ཁ་ཆེ་མཁོ་ཁ་རེད་མཐུད་སྦྱོར་དང་དཀྱིལ་མ་ལེན་ཕར་ཚུར་བཏང་ངན་གྱི་བརྒྱུད་ལམ་དེ་ཆགས་འདོད་རོ། བརྒྱུད་ལམ་དེ་བཅད་པའི་སྐབས་སུ་ཁ་བཅུག་ད་ཕྱོགས་བསྡོམས་ཀྱི་ལས་ཀ་མང་པོ་ཅིག་ལ་ཁ་བཅུག་བ་རེད་གནོད་སྐྱེལ་བར། བྱས་ཙང་ཁོད་ཀྱིས་ད་ན་བཟའ་དེ་ག་འདྲས་འགྲོ་ཡོད་ལབ་ཡིན་ན། མིག་གིས་མཐོང་གོ་རེད་དེ་ཁ་ནས་ལབ་མ་ཐུབ་ཡོད་དེ་འདྲས་རོ། ཡང། ཁ་སོར་ཁ་ནས་ལབ་མ་ཐུབ་ན་ལག་པས་སྒྲུག་ཐུབ་ཡོད་འགྲོ་ད་གང་ལྟར་ཁོ་རང་ཚོ་ཨེ་འདྲས་ཚེ་རིག་པ་ཡི་བརྟག་དཔྱད་བྱེད་རྒྱུ་མང་པོ་རེད་རོ། དཔེར་ན། ཁྱོད་རང་གཡོན་ཕྱོགས་ལ་ལྕགས་ལ་གར་འདུག་ཟེར་རོ། གཡོན་མཆོག་ལ་ལྕེ་ལ་ཁ་ཐུག་ཡང་རིགས་གཅིག་གི་ཁ་ཆུ་བོ་རེད་ཁ་ནི་ལ་ཐུག་བོ་རེད། ཡང་ཁ་ནི་ལ་ཐུག་བོར་བཅས་ཡར་བཀྱག་དང་ལ་ཡར་བཀྱག་ཐུག་བོ་མ་རེད་ར་ལག་པས་འཇུས་ཐུག་བོ་མ་རེད་གང་ལྟར་སྡུག་བསྲེས་ནས་ན་བཟའ་མཁན་ཚོ་བཞུགས་དེ་འདི་ཡོད་ལྟ་ར། དུམ་ཆེ་གཡས་གཡོན་གཉིས་སུ་ལ་ལྟོ་རྡོག་རྡོག་ཁྱོད་རང་ཚོ་ད་ལྟ་འདི་པར་རིས་དེ་ན་འབྲེལ་བ་ཀླད་པ་ལ་བཞག་འོས་དེ་ག་རེད། གཟུགས་པོའི་གཡོན་ཕྱོགས་ལ་ཡོད་གཡས་ཕྱོགས་ལ་ཡོད་རྒྱུ་ཚང་མ་ག་རེད་གཡོན་ཕྱོགས་ལ་འགྲོ་དགོས་རེད་གནས་ཚུལ་དུམ་ཆེ་གཡོན་མ་ལ། ནི་གཡོན་ཕྱོགས་ལ་གཡུ་ཚང་མ་ཁ་རལ་དུམ་ཆེ་གཡས་བར་ལ་གྲོག་རལ་ཞེས་པ་དེ་ལེགས་པ་ལ་ཤ་ཆད། ད་ཀླད་འདབ་བཞི་ཞེས་པ་ཀླད་འདབ་བཞི་གི་དང་པོ་དེ་ཆ་ཤས་དང་པོ་དེ། ཀླད་ཆེན་གྱི་ཆ་ཤས་དང་པོ་དེ་ཁ་རལ་བདུན་འདབ། ད་བདུན་འདབ་དེ་ཁ་རལ་ཡང་ཀླད་ཆེན་ནང་ལོགས་ནི་ཆ་ཤས་ཆེ་ཤོས་དེ་ཆ་དོ་ར། ད་ཁོའི་ལས་ཀ་གཙོ་བོ་ཁ་རལ་དགུ་ཀྱོག་གི་ལྟེ་གནས་ཆ་དོ་ར་རེད། ཨ་ནི་ང་ཚོ་གཞིས་ཀ་དང་ཅོ་པ་གི་ལྟེ་གནས་ཆ་དོ་ར་རེད། ཆ་བཞི་ཀོའི་ཨའི་དང་འདི་ཚང་མ་ལྟེ་གནས་ཆ་དོ་ར་རེད། ཨ་ནི་རྟོག་ཞིབ་ལ་ནི་ཁ་རས་བསམ་བློ་ནན་ཏན་བཏང་དགོས་དཔྱད་པ་བྱེད་དགོས་གང་ལྟར་འདི་ཚང་མ་གི་ལྟེ་གནས་དེ་གོ་བ་ཆགས་དུས་རེད་སང་ལོ་གཅིག་བསམ་བློ་གཏིང་རིང་པོ་བཏང་དགོས་དེ་འདྲ་ཡོད་རེད་གང་ལྟར་འདི་ཚང་མ་གི་ལྟེ་གནས་དེ་འདི་ཆགས་དུས་རེད་དེ་མ་ཡིན་པར་ཡང་ལས་ཀ་གལ་ཆེན་པོ་གཞན་པ་གཅིག་ག་ཡོད་རེད་སྐད་བརྡ་རེད Language སྐད་བརྡ་འདི་ཚང་མ་འབྲེལ་བ་ཆགས་ས་ཡོད་ན་མིན་ན་བྱས་ཙང་ན་ཚ་ཁ་ཤས་ག་ཡོད་རེད་དུས་འདབ་གི་ཆ་ཤས་ཁ་ཤས་ལ་བསྐོན་ཕོ་ག་ལ་ལྟེ་གནས་ཨ་ནི་མི་ག་ཚོགས་རེད་ཆ་གཞི་བརྟེན། མ་ཐུག་ངེས་བྱས་འགྲོ་དང་ཡང་ན་སྐད་བརྡ་མ་ཉམས་མེད་འགྲོ་དང་གང་ལྟར་སྡུག་བྱས་ནས་ཁོ་རང་ཚོའི་ཚེ་རིལ་བོར་གྱི་བརྟག་དཔྱད་བྱེད་བཞག་རྒྱུ་མང་པོ་ཡོད་རེད་པ་རྙེད་སོན་བྱུང་རྒྱུ། ཨ་ནི་འདི་དུས་འདབ་དེའི་ཆེད་ད་དུས་འདབ་དང་འབྲེལ་བ་ཡོད་རྒྱུ་རེད་པ། དུས་འདབ་ནང་ལོགས་ནི། ཆ་ཤས་གཅིག་གཡོ་ཁུ། གཡོ་ཁུ་གྱི་སྔ་རིམ་ལས་ཞུན། ཨིན་ཇི་ནང་ཡིན་ན Primary Motor Cortex། རེད་པ། Primary Motor Cortex ལ་དུས་བྱེད་དང་དུས་འདབ་ཀྱི་མཐའ་མཐའ་ལ་ཡོད་རེད་རྒྱབ་རྒྱབ་ལ། དེའི་སྤ་རུ་ལ་དེ་མཚམས་ལ་ཆུ་འཇུས་སྦྱོར་བ་བྱ་ཤེས། གང་ལྟར་འདིའི་ནང་ལོགས་ལ་ཁོ་རང་ཚོ་དབང་རྩ་ཚེ་རིང་བ་དེ་འདྲས་གཉིས་མ་དོ་སྣང་བྱུང་ནས་ག་རེ་རྙེད་སོན་བྱུང་བ་ལ་དུས་གཟུགས་པོ་ནང་ལོགས་ལ་སྤྱི་དང། གུ་སྐྱོགས་ཀྱི་ལས་ཀ་ཞིབ་ཚགས་ལ་བྱེད་དགོས་པ་དང་གནད་འགག་ཆེ་བ་ཆེ་བ་བྱེད་ངེས་ཀྱི། ཆ་ཤས་དང་གཟུགས་པོ་ནང་ལ་ཁ་སོགས་རེད་དབང་པོ་གལ་ཆེ་བ་འདི་ཚོ་ལ་ཀླད་པ་ནང་ལོགས་ཡིན་ན་ཡང་ག་རེ། ཆ་ཤས་གོ་རང་མ་སོང་ན་དམིགས་བསལ་སྤྲད་བྱ་ཞེས་ཟེར་རོ། ད Primary Motor Cortex ལ་དུས་སྔ་རིམ་གྱི་ཀླད་ཤུན་ལ་སྐད་ཆ་བཤད་རོགས། སྔ་རིམ་ཀླད་ཤུན་འདི་ནང་ལོགས་ལ་ནི་ཁོས་ཀྱི་ལས་ཀ་ཤུགས་ཆེ་ལོས་བྱེད་ཀྱི་ཡོད། དབང་པོ་སོ་སོས་ཀྱི་ལས་ཀ་ཤུགས་ཆེ་ལོས་བྱེད་ཀྱི་ཡོད། གུ་ཀྱོག་གི་འབྲེལ་བ་རྒྱུག་གི་ལས་ཀ་ཤུགས་ཆེ་ཆུང་ག་ཚོད་བྱེད་ཀྱི་ཡོད། གནད་འགག་ག་ཚོད་ཆེན་པོ་བྱེད་ཀྱི་ཡོད། འདི་ལ་བརྟེན་ནས་ཀླད་ཤུན་འདི་ནང་ལོགས་ལ་ཁོས་ཀྱི་ས་ཆ་དམིགས་བསལ་ཞིག་སྤྲད་བྱ་ཟེར་རོ། ས་ཆ་དམིགས་བསལ་སྤྲད་ས། ད་གང་ལྟར་ཀླད་ཤུལ་འདི་ནང་ལོགས་ལ་ང་རང་ཚོའི་གཟུགས་པོད་ཀྱི་དབང་པོ་འདྲ་མི་འདྲ་ལ། ནི་ཆ་བཞི་བགོ་བཤའ་རྒྱ་སྟངས་ལ་བལྟས་ནས་གལ་སྲིད་དཔའ་རིས་ཀྱིས་བཟོས་བ་ཡིན་ན། ཧོ། དཔའ་རིས་ཀྱིས་བཟོས་བ་ཡིན་ན་དཔའ་རིས་དེ་ལ་ག་ལ་འོ་རེད། ནི། དབང་རྩ་དང་དབང་རྩའི་མཐུད་སྦྱོར་དག་གིས་ཁོལ་ལུགས་སུ། བོད་སྐད་ནང་འདི་བསྒྱུར་ཏོ། དབྱིན་ཇི་ནང་ཡིན་ན Homunculus། ལུགས། ད། འདུག་ཅེས་བྱ་བ་ཡིན་ན་ནི་ད། ཀླད་པ་ནང་ལོགས་ལ། གུ་ཅོ་དང་འབྲེལ་བ་ཡོད་པའི་ཀླད་ཤུལ་ནང་ལོགས་ལ་ལག་པ་དེ་ཚོ་ལ་དམིགས་བསལ་གྱི་ཆ་ཤས་ཆེན་པོ་བཞུར་བཞག་རོགས་བྱས་ཙང་ད་འདི་བས་ང་ཚོ་ཁ་སོགས་ལ་ཁ་ཡོད་ལག་ཡོད་མ་སོང་ན་ཉིན་ལྟར་མཐོང་དེ་རོགས་ལག་པ་གི་ཁ་རས་མཛུ་གུ་དང་ལག་པ་ཁོ་ར་གི་ལས་ཀ་གནད་འགག་ཆེན་པོ་མང་པོ་བཞུར་བྱས་རོགས་ཁ་ལག་ཟ་ཡི་ན་འདྲ་ལས་ཀ་བྱེད་ཡི་ན་འདྲ་མི་མཉམ་དུ་འབྲེལ་བ་བྱེད་དགོས་ཡི་ན་འདྲ་གང་ལྟར་ལག་པ་གི་ལས་ཀ་དེ་ཁོ་ལས་ཀ་མང་པོ་ཞུ་ཅིག་དེ་ནས་ཞིབ་ཙག་པོ་ཞུ་དེ་འདྲས་རེད་བ། ང་རང་ཚོ་གི་རྐང་པ་དང་འདི་མ་ཡིན་པའི་ཁ་སོག་རེད། གཟུགས་པོའི་ཆ་ཤས་གཞན་པ་དེ་ཚོ་གིས་གྱིས་སྲིད། ལྕགས་ལ་ཆུན་ཆུན་ཞིག་འབྲུ་བ་ཡིན་ན་དཀའ་ལས་ཞུ་རྒྱག་འོ་ར། ཡིན་པ་ཡིན་ན་ང་རང་ཚོ་ལག་པ་དང་མཛུ་གུ་དེ་ཚོའི་ཁ་རེ་ལྷོད་ལྷོད་བྱས་ནས་ལྕགས་ལ་ཆུན་ཆུན་དེ་འདྲས་ཡིན་པ་ཡིན་ན་རེད་བ། ལྕགས་ལ་གཞུ་ཆུན་ཆུན་དེ་འདྲས་ཡིན་ན་ལྷོད་ལྷོད་བྱས་ཡར་བཀྱག་ཐུབ་ཡོད་དེ་འདྲས། ནི་དབྱེ་བ་འབྱེད་དགོས་བཅས་དཔེར་ན་ང་རང་ཚོ་ནང་ཁ་ལག་རོགས་ཞོག་བས་ན་འདྲེ་ཡིན་པ་ན་རེ་ཨ་ནི་སྤྲེལ་མ་རིགས་ཡིན་ན་ཁ་ཡིན་ན་བདུད་ཀྱི་ནི་མདོ་སྟོན་དགོས་ད་གང་ལྟར་དུག་ཞིབ་བཙགས་པོ་མང་པོ་ཅིག་བྱེད་འོས་དུས་ལས་ཀ་དེ་འདྲ་ཞིབ་བཙགས་པོ་མང་པོ་ཅིག་བྱེད་ཡོད་དུས་ལག་པ་ཡི་བྱས་ཙང་ཀླད་པ་ཁོ་རང་ནང་ལ་ལག་པ་གི་ཆེད་དུ་གུ་རྒྱོག་གི་ཀླད་ཤུལ་ནང་ལ་ལ་ཆ་ཤས་ཆེ་རོ་བྱས་ཙང་དུག་སུ་བྱས་ནས་ད་གང་ལྟར་ཁོལ་གྱི་ཁར་རྒུ་སྐྱོགས་ཀྱི་གནད་འགག་ཆེ་ཆུང་རོ་གཟུགས་པོ་རྣམས་དབང་པོ་སོ་སོས་ཀྱི་ལས་ཀ་གནད་འགག་ཚ་ལོས་བྱེད་ཀྱི་ཡོད་མེད་རོ། ནི། ལས་ཀ་གནད་འགག་ཆེན་པོ་གཅིག་པོ་མ་ཡིན་པ་ཤུགས་ཆེ་ཆུང་ག་ཚོད་བྱེད་ཀྱི་མེད་དེ་ལ་བརྟེན་ནས་ཀླད་པ་ནང་ལོགས་ལ་ཡང་ཁོ་རེ་ཁོལ་ཆེ་དོ་པའི་ཆ་ཤས་ཁོ་རང་དམིགས་བསལ་ཆེན་པོ་ཡོད་རེད་རོ། ད་དེ་ཚོ་ལ་ཡང་དམིགས་བསལ་གྱི་ག་ཡོད་རེད་ལབ་དུས་ཁོ་རང་ཚོས་རྗེས་ལ་བརྟག་དཔྱད་བྱས་ནས་རྙེད་སོན་བྱུང་ནས་ག་རེ་ཧ་གོ་ཡོད་ལ་དུས་དེ་ཚོ་ལ་སྦྱོང་བརྡར་གྱི་དཔེ་ཁྱད་པར་དྲུག་འདུག་བྱས་ཙང་ང་རང་ཚོ་སྤྱི་བཏང་སྐད་ཆ་བཤད་བསྡད་དེ་རེད་རོ། སྦྱོང་བརྡར་བྱི་བ་ཡིན་ན་ནི་རོ། ག་རེ་ཡིན་ན་ལས་ཀ་ལས་སླ་རུ་བྲོ་ཡ་ཡོད་ལས་ཀ་ལས་སླ་རུ་ཁ་སོག་རེད་བྲོ་ཡ་མེད་སྐྱོག་ཡོད་མ་རེད་ལ་དེ་དེའི་སྐད་ཆ་དེ་རེད་རོ། བྱས་ཙང་གལ་སྲིད། འདིའི་ཁོ་རང་ཚོ་དམིགས་བསལ་བརྟག་དཔྱད་བྱས་ནས་སུ་ནང་ལ་དོ་སྣང་ཆོག་ལ་དུས་དབང་པོ་དཀོན་ཅན་དེ་འདྲས་ང་རང་ཚོ་སྐད་ཆ་བཤད་གོ་རོགས་དབང་པོ་དཀོན་ཅན་དེ་ཚོ་ནང་ཁ་རེ་གལ་སྲིད་དམིགས་མི་ངན་དེ་འདྲས་ཡིན་པ་ཡིན་ན་ཁོ་ཚོ་ཁ་ཆུ་བོ་རེ་ལག་པ་དེ་ཚོ་ལ་དམིགས་བསལ་ཞུ་བསྟན་བསྡད་གོ་རོགས་ལག་པ་ལ་ཞུ་བསྟན་འདོད་དུས་ཁ་ཆུ་བོ་རེ་ཁོ་རང་ཚོ་ཀླད་པ་ལ་བརྟག་དཔྱད་བྱེད་དུས་ཁ་རེ་རྙེད་སོན་བྱུང་ལ་དུས་ནམ་རྒྱུན་དུ་ཁོ་རང་ལག་པ་ལ་ཆ་ཤས་ཆེན་པོ་ཡོད་རེད་ཟེར་བ་ཡོད། ཡོད་དགུ་གི་ངག་རིམ་ལས་ཞུས་གནང་ལོ། ཨཱ་ནི། ད་ལྟ་ད་ཁོ་རང་ཚོ་དབང་པོ་སྐྱོན་ཅན་འདི་ཚོ་རྣམས་ལ་དེ་ལས་ཀྱང་དམིགས་བསལ་གྱི་ད་འདོད་ཀླད་པའི་ཆ་ཤས་ཆེ་ཡ་ཞིག་བཞག་ལགས་པ་བྱས་ཙང་ད་སོ་སོའི་གྱི་ནམ་རྒྱུན་དུ་བྱ་བ་དང་ལས་ཀ་དང་ག་རེ་ལ་གོམས་འདྲིས་ཤུགས་ཆེ་ཡ་ཡོད་ན་དེ་ལ་དཔའ་བའི་ཨཱ་ནི་ཀླད་པའི་གྱི་བཀོད་པ་ལ་བོར་བ་ཆགས་སྡང་ཆགས་ཚུལ་དེ་ལ་ཡང་ཨཱ་ནི་ཕར་ཞུ་མཁན་བཀྲས་འདུག་ལ་ནི་ལ་འདི་ཁོ་རང་ཚོ་འདི་ན་ཉེ་སོན་བྱུང་བར་ར་རྗེ་སི། དཔེར་ན་ཁ་སོགས་རེད། རང་ཚོ་ཨ་མཆོག་བཞུགས་ཡག་པོ་མ་མཁོ་ངེས་ལ་དེ་འདྲའི་སྨྲ་ན་ཡང་ཁོ་ཚོ་མཆོད་བསྟོད་གཡུག་སྟངས་དང་དེ་འདྲའི་ལ་དམིགས་འདི་གལ་ཆེན་པོ་ཞུ་ཆ་དེ་རོ། དེའི་དུས་ཡང་ཁ་རེ་མིག་གི་ཆེད་དུ་ཡང་ནམ་ནམ་རྒྱུན་དུ་ཁོ་རང་གི་ཆེད་དུ་ཆ་ཤས་ཅིག་ཡོད་རེད་དེ་ལས་ལྷག་ཆེ་རུ་འགྲོ་ཡག་འགྲོ། བ་གང་ལྟར་སྡུག་བསྔལ་ནི་ཁོ་རང་ཚོ་བརྟག་དཔྱད་བྱས་ནས་དོ་སྣང་བྱས་ནས་ཚེ་རིལ་བའི་བསྙེན་གསོལ་ཆོས་འབྱོར་མང་པོ་ཡོད་རབ་ལ། དུ་བྱས་མཐའ་ཀླས་པའི་ཁ་སོགས་ཀླས་སྟབས་གཞན་པ་ཅིག Parietal Lobe ལ་ནི་དབྱིན་ཇི་ནང་ཡིན་ན་གཙུག་སྟབས། དེ་མར་ཁྲ་ཁྲ་ཞིག་ལྟོ་བ་ད་ག་རང་རེད། གཙུག་སྟབས་ལ་དུས་དེ་དེ་ཡི་ས་ཁུལ་དེར། ད་ཁོ་གཙོ་བོ་གར་འབྲེལ་བ་བྱ་འདོད་རེད། རང་ཚོ་གི། རེག་བྱ་གི་གནས་ཚུལ་དེ་ཚོ་འབྲེལ་བ་བྱ་འདོད་རེད། རེག་བྱ་ལ་བའི་སྐབས་སུ་ཨ་ནི། ཚ་གྲང་གི་གནས་ཚུལ། ཨ་ནི་ན་ཟུག། ད་གང་ལྟར་ཐུ་བས་བྱོས་པ། རེག་བྱ། གང་ལྟར་འདི་ཚང་མ་གི་གནས་ཚུལ་འབྲེལ་བ་ཆགས་ས་གི་ལྟེ་གནས་ཡོད་ན་མེད་ན་དེ་ཆགས་འདུག་པ་དེ་མ་ཡིན་པའི་ལྟ་སྐོར་ལས་ཀ་ཡོད་ན་མེད་ན་གཞན་པ་གཅིག་ག་རེ་ལ་དུས་འབྲེལ་མཐུད་གི་ས་ཁུལ་ཡོད་ན་མེད་ན་ཆགས་ད་འབྲེལ་མཐུད་གི་ས་ཁུལ་ལ་དུས་ག་རེ་ལ་ཁོར་རེ་ལ་དུས་ང་རང་ཚོ་དབང་ཚོར་མཐོང་ཚོར་ཡོད་རེད་ཐོས་ཚོར་ཡོད་རེད་ར་ཨ་ནི་དྲིས་ཚོར་ཡོད་རེད་ར་ད་གང་ལྟར་འདི་གི་ལས་ཀ་མང་པོ་ཅིག་བྱེད་འདུག་གོ་རེད་བྱེད་འདུག་དུས་སྐབས་སོ། ཡ། ལན། གྲོལ། དཔེར་ན་མིག་རྡོ་རྗེ་འབར་ན་ཁོལ་གྱི་གནས་ཚུལ་ཚང་མ་མིག་གི་རྒྱུ་ནི་ཀླད་པ་རྣམས་འགྲོ་ས་ཀྱི་ཆ་ཤས་དམིགས་བསལ་ཡོད་རོ། ཨམ་ཅོག་ཡིན་ན་ཁོ་རང་ཁོ་རང་ཡང་ཆ་ཤས་དམིགས་བསལ་ཡོད་རོ། གང་ལྟར་ཡང་ཐ་མའི་མཐའ་འདོམས་ནི་ག་ཅུ་བོ་རེད་ཁོ་ཕྱོགས་སྡོམ་ཞིག་རྒྱག་གོ་ར། ཕྱོགས་སྡོམ་རྒྱག་ནི་ག་ཅུ་བོ་རེད་དཔེར་ན་ང་རང་ཚོ་སྐྱེ་སའི་ཁྲོམ་ལ་ཚྭའི་ཉོ་ག་འགྲོ་ཞིག་འགྲོ་བ་ཡིན་ན། གར་བཅུག་གོ་རེད། ཚྭའི་འདམ་གའི་འདམ་གའི་ལག་པས། ཨ་ནི། མཚོངས། ཁ་སོར་ཚོང་དཔོན་དེ། མཚམས་ཁང་བདག་པོ་དེ་ལ་སྐད་ཆ་བཤད་ཐུབ་གོ་རེད། རིམ་པ་བསྒྲིགས་ཐུབ་གོ་རེད། མཉམ་དུ་མཉམ་དུ་མིག་གིས་མཐོང་གོ་རེད། ཁོས་གིས་ག་རེ་ཤེས་པ་དེ་ཨ་མཆོག་ནང་ལ་གོ་གོ་རེད། འདི་ཚང་མ་དུས་མཉམ་བསྒྲུབ་ཐུབ་ཡ་དེ་ག་བཅུག་གོ་རེད། འབྲེལ་མཐུད་ཀྱི་ས་ཁུལ་དེ་ཚོ་ལ་བལྟས་འདོད་རེད། འབྲེལ་མཐུད་ཀྱི་ས་ཁུལ་དེ་ག་བཅུག་གོ་རེད་ད་འོན་ཏེ་དབང་ཚོགས་མང་པོ་ཅིག་གིས་ལས་ཀ་བྱས་ཡ་དེ་ག་རེད་སོ་སོས་འབྲེལ་བ་ཆགས་ས་ཀྱི་བསྟི་གནས་ཡོད་རོགས། ཆེད་ལས་ཀྱིས། Specialized Area། ལས་ཀ་ཚང་མ་སོ་སོས་སུ་འབྲེལ་བ་ཆགས་ས་ཀྱི། ལས་ཀ་བྱེད་འདོད་རེད་དེ་མཐའ་མའི་མཐའ་འདོམས་ཕྱོགས་སྡོམ་རྒྱག་ར། ཕྱོགས་སྡོམ་རྒྱག་ཡའི་ཆེད་དུ་ཡང་ཀླད་པ་ནང་ལོགས་ལ་ཁོག་གི་ས་ཁུལ་མང་པོ་ཡོད་རེད། ཨ་ནི་བཙོག་ཐབས་དེ་ད་དེ་འདྲའི་ས་ཁུལ་གལ་ཆེ་བ་ཅིག་ཆགས་འདོད་རེད། ད་སྤྱི་དང་འབྲེལ་མཐུད་ཀྱི་ས་ཁུལ་འདི་མ་ཡིན་པ་ད་འདོད་ཡོད་རེད་འདོན་པའི་ཡོད་རེད། ཡིན་མ་ཡིན་ན་ད་གང་ལྟར། བཙོག་ཐབས་ཀྱི་ལས་ཀ་གཙོ་བོ་གཅིག་དེ་གར་ཆགས་འདོད་རེད་ད་རེག་བྱ་ཀྱི་གནས་ཚུལ་ཚང་མ། ཁོས་ཀྱིས། བསྟི་གནས་བྱ་འདོད། རེག་བྱ་གི་གནས་ཚུལ་ཚང་མ་འབྲེལ་བ་ཆགས་ས་དེ་གཙུག་ཏོར་བ་ཆགས་འདོད། ད་དེ་ལ་ཡིན་ན་ཡང་གཅིག་པ་ཞིག་ཀྱང་འདི་ཡོད། རེག་བྱ་གི་གནས་ཚུལ་བརྗོད་རོགས། ཡང་རེག་བྱ་གི་ལས་ཀ་ཤུགས་ཆེ་ཆུང། གལ་ཆེ་ལོས། དེ་ཚང་མ་ལ་གཞི་བཞག་ནས་ག་རེ་ཡང་ཀླད་པ་ནང་ལོགས་ལ། ཨ་ནི། དབང་པོ་སོ་སོ་གི་ཆེད་དུ་ཆ་ཤས་སྒྲོག་མ་བྱུང་ན་དམིགས་བསལ་བགོ་བཤའ་རྒྱབ་ཤོག་རོགས། བྱས་ཙང། བ་དག་ལས་པའི་གཙུག་ཐབས་ཁོ་རང་ནང་ལོགས་ལ་ཁ་ལོག་རེད། གཙུག་ཐབས་དགེ་འདུན་མདུན་ལ་ཡོད་རེད་ཡ། གཙུག་ཐབས་ཁོ་ན་དེ་ང་རང་སྐད་ཆ་བཤད་རོགས། གཙུག་ཐབས་དེ་ཡིན་པ་ཡིན་ན་གཙུག་ཐབས་དགེ་འདུན་མདུན་ལ་ཡོད་རེད། ད་ལྟ་དེ་ང་རང་ཚོ Primary Somatosensory Cortex ལ་ནི། དེ་ལ་ཁ་ལོག་རེད་ལུས་རྟེན་གྱི་ཡ་ནི་ཚོ་དྲིན་འབྱོར་སའི་སྔགས་རིམ་ལས་ཞུན་ཟེར་རོགས། ལྟར་རེག་བྱ་གི་སྐད་ཆ་དེ་དེ་ག་རེ་ཡང་གནད་འགག་ཚད་ལོས་རེག་བྱ་གི་གནས་ཚུལ་གལ་ཆེ་ཡ་དང་ཨ་ནི་ཤུགས་ཆེ་ཡ་ཧ་གོ་ཡ་གི་ཁ་སོར་ཤུགས་ཆེ་ཡ་ཧ་གོ་ཁ་སོར་ལྟ་དེས་གོ་རེག་བྱ་གི་གནས་ཚུལ་ལོ་དེ་གལ་ཆེ་ཡ་དང་ཨ་ནི་མང་ང་ལས་གོ་ས་བཅོལ་བ་དེ་ཚོ་གི་དབང་པོ་དེ་ཚོ་ལ་ཨ་ནི་ཡང་ད་ལྟ་ངག་རིམ་ལས་ཞུ་འདིའི་ནང་ལོགས་ལ་རོ་ཨ་རེག་བྱ་དང་འབྲེལ་བ་ཡོད་ངག་རིམ་ལས་ཞུ་འདིའི་ནང་ལོགས་ལ་དམིགས་བསལ་གྱི་ས་ཆ་སྤྲད་རེས། དེ་གི་འདི་ལ་གཞི་བཞག་ནས་གལ་སྲིད། ས་ཆ་བགོ་བཤའ་རྒྱག་སྟངས་འདི་ལ་གཞི་བཞག་ནས་གལ་སྲིད་མིག་གི་བཀོད་པ་ཅིག་བཟོས་བ་ཡིན་ན་རོ་ཨ་མིག་གི། གཟུགས་ཅིག་བཟོས་བ་ཡིན་ན་ཨ་ནི་གཟུགས་འདི་ཆ་དོ་རོ་ཨ་འདི་ནང་ལྟ་བ་ཡིན་ན་ཡང་ཁ་རེ་ལག་པ་ལ་ཡང་དཔེ་གནད་འགག་ཆེན་པོ་ཞུ་རོ་ཨ་རེག་བྱ། ད་རེག་བྱ་ད་རེག་བྱ་གི་ཆ་ནི་འདི་དངོས་འདི་ག་རེ་གཡོ་སྒུལ་གྱི་ཤེར་བ། ད་ད་ལྟ་འདི་ག་རེ་རེག་བྱ། རེག་བྱ་གི་བསམ་བློ་བཏང་བས་ན་ཡང་ལག་པ་འདི་དཔེ་ཁྱད་ཆེན་པོ་ཆགས་བསྡད་པ་ར། དཔེ། ང་ཚོ་མིག་མཐོང་མ་ཐུབ་བས་དེའི་འགྲོ་ཡིན་པ་ན་ག་རེ་ཡིན་ན་དཔེ། མིག་གིས་མཐོང་མ་ཐུབ་ས་དེ་འདྲ་ལ་ལག་པ་གིས་དེ་འདྲ་འདུག་ག་ལི་ག་ལི་གཡུག་ནི། དཔེ། ལྕགས་ལ་ཆུ་འཇུ་ཆུ། ཞུགས་དེ་འདྲའི་ཁ་སོགས་ངོས་འཛིན་བྱེད་ཐུབ་བས། ལ། ཧ་གོ་ཐོས། དེ་གཅིག་པོ་མ་རེད། སྤྱི་བཏང་གི་ང་རང་ཚོ། ལག་སྦེད་ཀྱི་ལས་ཀ་གཞན་པ་གར་བྱུག་གོ་རེད། གལ་སྲིད་གཅིག་ལ་འཇུས་བ་ཡིན་ན། དམ་ལྷོད་འཇུག་གོ་ཡོད་ལྷོད་ལྷོད་འཇུག་གོ་ཡོད། ལ། ཁོ་ཚ་བོ་རེད་དོས་དྲང་མོ་རེད་དོས་གང་ལྟར་དེའི་རིགས་ཀྱི་གནས་ཚུལ་གལ་ཆེན་པོ་མང་པོ་ཅིག་ཁོས་ཧ་གོ་རོགས། དཔེར་ན་ང་ཚོ་དཀར་ཡོལ་འགྲོ་ཞིག་འཇུག་གོ་ཡིན་ན། འཇུས་སྟངས་དེས་ཁ་ཁ་འཇུས་རེད། སྤོ་ལོ་ཡིན་པ་ནི་འཇུས་སྟངས་དེས་ཁ་ཁ་འཇུས་རེད། ར། སེམས་ཅན་དྲུག་ཅེས་སྨོས་ན་དུད་འགྲོ་དྲུག་ཅེས་གང་ཡིན་སྨོས་ན་ཡང་དཔེ་ཞིམ་དྲུག་དྲུག་དང་དེ་འདྲ་ཡིན་སྨོས་ན་ཡང་རྒྱུ་བའི་སྐབས་སུ་ཤུགས་བརྒྱ་དང་ཁ་ཁ་ཡོད་རེད་ར། ཡང་རྩེད་མོ་རྩེ་བའི་སྐབས་སུ་ཡང་དྲུག་པ་དྲུག་དང་སྤོ་ལོ་དེ་ཚོ་ཡིན་ན་ཡང་དམ་ལོའི་རྒྱུ་དང་ཁ་ཁ་ཡོད་ར། གང་ལྟར་འདི་ཚང་མ་ཤུགས་ཆེ་ཆུང་ག་ཚོད་རྒྱག་དགོས་ཡོད་མེད་འདི་ཚང་མ་གི་གནས་ཚུལ་འདིས། གནད་འགག་ཆེན་པོ་ཞུ་ཆེ་ཆགས་དུས་ར་བྱས་ཙང་ག་རེ་ལག་པ་གིས་ཆེད་དུ་ལ་ཡང་ང་རང་ཚོ་རེག་བྱ་གི་འབྲེལ་བ་ཆགས་ས་གི་ས་ཁུལ་བྱོལ་བ་ཀླད་ཤུལ་འདི་ན་འདི་རྣམས་ལ་ཡང་ལས་ཀ་དམིགས་བསལ་བྲལ་བ་ཨ་གཞན་པ་ཅིག་ཁྱོད་རང་ཚོ་ད་པར་རི་འདི་ན་ལྟ་བ་ཡིན་ན་ས་ཆ་ཆེ་ཡ་བྲལ་ས་ཅིག་ར་ཆོབ་རྡོ་དང་ལྕེ་ལེ་འདི་ཚོ་ར་འདི་ཡང་བསམ་བློ་བཏང་ན་ཁོ་གསལ་བོ་ཞུ་རེད་ར་ཁ་ཅིག་ནི་ཆོབ་རྡོ་དང་ལྕེ་ལེ་འདི་ཁོ་འབྲེལ་བ་ཆགས་ས་ཡོད་ན་མེད་ན་ཅིག་ག་ཆགས་འདོད་རེད་ཁ་ལག་ལ་ར་ཁ་ལག་འདི་ཡང་ང་རང་ཚོ་ཟུག་པོ་བྱེད་དུ་ཧང་སའི་གནད་འགག་ཆེན་པོ་ཆེ་ར། དགོས་མཁོ་ཡོད་ན་མེད་ན་བྱས་ཙང་ཁ་ལག་རོགས་ཅན་མིན་ན་ཟས་རིགས་ཐང་ཤོས་ཐུག་ས་གོ་བ་ཆགས་ཐུབ་ཆོག་ཏོ་ར། བྱས་ཙང་དཔེ། ཉེན་ཁ་ཡོད་གི། ཨ་ནི་ཁ་ལག་རིགས་དང་ཁ་བྲལ་རོགས་ཅན་པ་ཡིན་ན་ད། ཁོ་ལ་ཐང་ཤོས་ཐུག་གི་ཡོད་དུས་དེའི་ཁོ་རང་གི་མཚམས་ནས་ཧ་གོ་བའི་དང་དབྱེ་བ་བཅད་ཐུབ་བའི་གལ་ཆེན་པོ་ཡོད་དུས་དེ་གི་ཆེད་དུ་ཡང་རེག་བྱ་གི་ས་ཁུལ་ནང་ལོགས་ལ་ཆོབ་ཏུ་དང་བཅད་ལས་དེ་ཚོ་ལ་དམིགས་བསལ་གི་ས་ཆ་ཆེ་ཡང་སྤྲད་དགོས་པ་རྒྱུ་མཚན་གཅིག་འོ་དེ་ཆགས་དུས། རོ། འོན་ཏེ་གལ་སྲིད་དེ་ནས་མ་ཅིག་ཤོར་ཚར་བ་ཡིན་ན་གཟུགས་པོ་ན་ཤོར་འགྲོ་བར། ཇི་སྲིད་སྡུག་བ་ཅིག་གཟུགས་པོ་ན་ཤོར་ན་གསོ་བ་ལ་ཉེན་ཁ་ཆགས་བར་གང་ལྟར་སྡུག་ཆེ་ནས། མཆོད་བསྟོད་དང་བཅས་ལས་དེ་ཚོ་ལ་ཡང་ཁ་རས་རེག་ཆགས་ཀྱི་ས་ཁུལ་ནང་ལོགས་ལ་ས་ཆ་ཆེ་བ་སྤྲད་དགོས་བར་རྒྱུ་མཚན་གཅིག་པོ་དེ་ཆགས་ཐུབ་ར་བ་དེའི་ཆེད། འོ་ལ་སོ་ཨ་ནི་གསུམ་པ་དེ་བརྟག་ཐབས་ར་བ། ད་བཙུགས་ཐབས་ཀྱི་རྒྱབ་བཙུགས་ཐབས་ཀྱི་བར་ལ་ཁ་ཡོད་ལ་དུས། སྟག་སྟབས། སྟག་སྟབས་ཀྱི་ལས་ཀ་ད་གཙོ་བོ་ལུགས་དེ་གར་བྱ་འདོད་པ་རེད་མཐོང་ཚོར་ར་ང་རང་ཚོ་མིག་མཐོང་ཡ་དེ་མཐོང་ཚོར་བྲི་བ་བྱ་འདོད་ད་མཐོང་ཚོར་མ་ཡིན་པའི་སྤྱི་དང་ལས་ཀ་གཞན་པ་ཡོད་ཡ་ཡོད་རེད་ད་གཙོ་བོ་ཁོས་ཀྱི་ལས་ཀ་དེ་ག་རེད་སྟག་སྟབས་འདི་མཐོང་ཚོར་བྱས། ཨ་ནི་ཐ་མའི་ཐ་འདོམས་འདི་སྣ་སྟབས་ར་སྣ་སྟབས་ལ་ཨིན་ཇི་ཐོག་ནས Temporal Lobe བྱས། ཨ་ནི་ད་སྣ་སྟབས་འགྲོ་བྱེད་ལ་ང་ཚོ་འདི་བྱེད་པ་ཡིན་ན་ད་ར་ཁོའི་ལས་ཀ་གཙོ་བོ་དེ་ག་རེ་ཆགས་སྡོད་ལབ་པ་ཡིན་ན། ལས་ཀ་གཙོ་བོ་ད་ཐ་སྙད་ནས་སེལ་དགོས་དོ། ང་ཚོ་ཐོས་ཚོར་སྐད་ཆ་བཤད་དེ་ཐོས་ཚོར་གྱི་ལས་ཀ་དེ་ཡོད་ན་མེད་ན་སུས་ཆགས་སྡོད་རེད་གནང་ཐབས་ཆགས་སྡོད་རེད། ད་འདི་མ་ཡིན་པ་ནི་ལས་ཀ་གཞན་པ་གལ་ཆེན་པོ་ཅིག་ཁོ་གར་ཡོད་རེད་ལབ་དུས་དྲན་པ་ལ་ཡང་འབྲེལ་བ་དམིགས་བསལ་ཆགས་སྡོད་རེད། ད་ང་རང་ཚོ་དྲན་པ་གསར་བ་རེག་བྱོས་རོགས། དྲན་པ་གསར་བ་རེ་གཅིག་མང་པོ་ཁོག་གི་ཁ་ཟོག་རེད། བྲེལ་བ་ཆགས་ས་དེ་སྣ་འདབ་ལ་ཆགས་དུས། དྲན་པ་གསར་བ་ལ་སྐབས་སུ་ད་བེར་ན་མི་གསར་བ་ཅིག་ངོ་ཤེས་མ་ན་ཁོའི་མིང་འབྲོ་རྗེས་ཧ་གོ་ཨེ་རེད་ཡང་ས་ཆ་གསར་བ་ཅིག་སྤྲོ་ན་ཁ་ལག་གསར་བ་ཅིག་ཟ་བ་ཡིན་ན་ཡང་ན་སློབ་སྦྱོང་གསར་བ་ཅིག་ཤེས་བ་ཡིན་ན་གང་ལྟར་དེ་ཚང་མའི་གི་དྲན་པ་བྲེལ་བ་ཆགས་ས་ཉར་ཚགས་བྱེད་ས་དེ་ཆགས་ས་དེ་ཁོ་ཨ་ཆགས་དུས་རེད་སྣ་འདབ་ཟེར་བ། སྣ་འདབ་སྣ་འདབ་ལ་ནས་ཡང་སྣ་འདབ་ནང་ལོགས་ལ་ཁོ་ཆ་ཤས་མང་པོ་ཡོད་རེད་བ།

སྐོར་ལ་འབིགས་ཤིག་བགྲོ་ཚར་བ་བྱས། ད་འདི་རྗེས་ལ་ང་ཚོ་བདུན་ལས་ནང་ཡོད་རྒྱུ་ཆ་ཤས་གཞན་པ་དེ་འདྲ་ཡོད། འདི་སྐོར་ལ་བརྙན་ཐུང་རྗེས་མ་འདི་ནང་བགྲོས་རྗེས། འདི་མ་ཡིན་པའི་རྒྱབ་ལས་དང་འདི་ཚང་མ་སྐོར་ལ་མུ་མཐུད་ནས། དུས་ཚོད་མང་ཉུང་ག་ཚོད་ལ་བལྟས་ནས། བརྙན་ཐུང་རྗེས་མ་བྱས་ཡང་ན་རྗེས་མའི་རྗེས་མ། ར་དེ་སྐོར་བརྗོད་བྱས་ལ་སོགས། ཚང་མ་ལོ་བརྒྱ་སྐོར་ནང།